དེ་ལས་རིམ་རྣམ་གཞག་ཅིག་ཞུ་གི་མེད། དེ་ཡང་དག་སྣང་སྲིད་ལས་ཁུངས་ཀྱི་ལས་དོན་དང་འབྲེལ་བས་རེད།
ཚོགས་ཆུང་བཙུགས་ཡོད་ན་ཚོགས་ཆུང་བཙུགས་པའི་རྗེས་འབྲེལ་གྱི་གྲོས་ཚོགས་ནང་ལོག་གླེང་སློང་བྱེད་ཆོག་གི་མ་རེད་བྱེད་ཆོག་གི་ཆོག་གི་མ་རེད་དེ་ཐག་གཅོད་ཅིག་གནང་ཆེད་ཨ་ནི་ལས་རིམ་ཁོ་རང་ལ་ཡ། འགྲོ་སྟངས་ཇི་བྱིན་པ་འདྲ་བོ་བྱིན་པ་ཡིན་ན་འཛིན་སྐྱོང་བཀའ་ཤག་གིས་ལན་བརྒྱབ་དང་མ་བརྒྱབ་ཀྱི་བསམ་བློ་བཏང་དགོས་རེད་ད་ད་རེས། ལེར་ཚུར་དུ་འབྲེལ་བ་ན་སྟེང་ཕྱོགས་འོག་དེང་དུས་དཔའ་སྡེ་ཚུ་ཚོགས་ཀྱིས་ལེར་གནང་བཞག་ད་དུས་ཤུགས་མི་འདུག་ཡིན་གྱི་མིན་གྱི་ཚུ་ཚོགས་སྟངས་ཆེར་བཅུག་པར་གོ་དེ་བཞིན་དུ་མ་རེད། དེ་ངེས་པར་དུ་ང་ལ་གོ་སྐབས་གནང་རང་བྱེད་མ་གཏོགས་གོ་དཔའ་སྐབས་སྡེའི་ཕུལ་ནང་བས་སྲིད་མ་བཀའ་ལན་ཞུས་པ་རེད་ཡིན་དེ་གྱིས། ཞུ་སོང་གསུངས་སོང།
གོ་སྐབས་ཕུལ་བས་མ་ཞུས་པས་མ་ཞུ་རོགས་གནང་ལུས་ཅི་ཐུས་སོགས་སོགས། སྦེལ་ཀོབ་ལུས་སོགས་སམ་ཀྲོག་གི་གཞི་གྲོང་ལྔ་བའི་ནོར་ལུག་ལ་དབྱེ་ཀ་བཅུ་དགུ། དེ་དྲ་ཕྱུགས་མས་ཞུས་བས་ཡིན་གྱིས།

སྦེལ་ཀོབ་གཞིས་ཆགས་སུ་རྗེས་འབྱོར་བའི་སྡོད་ཁང་གསར་རྒྱག་ལས་གཞི་དང་འབྲེལ་ནས་ནང་སྲིད་ལས་ཁུངས་ཀྱི་བར་བརྒལ་བཀའ་འཁྲོལ་ལ་སྤྱི་འཐུས་རྒྱུན་ལས་ནས་བཀའ་འཁྲོལ་གནང་མེད་པ་སོགས་ཀྱི་ཐོག་གླེང་སློང་ཤུགས་ཆེ་བྱུང་བའི་བརྙན་ཐུང་ཟུར་འདོན་ཞུས་པ་ཞིག་གཤམ་ལ་གསལ་བསྩལ་ཡོང་བ་ཞུ།
ཆོས་ལས་ཁུངས་དང་ཧ་ཅང་གི་འབྲེལ་བ་དམ་ཚགས་ཡོད་པའི་རྒྱུ་མཚན་སྒོ་ནས་ཞུ་གི་ཡོད། ཁ་ཚང་ངེད་ཀྱིས་ག་རེ་ཞུས་ཡོད་ཟེར་ན་དཔའ་འབྱོར་རྐང་གླིང་ལ་ག་རེ་ཞུས་ཡོད་ཟེར་ན་དེ་ནི་ཕ་ག་ལ་ས་ཆ་མཁོ་སྤྲོད་གནང་ཡ་དེ་ཚོ་གི་ཐད་ལ་དེ་ནི་མང་པོ་དེ་ཚོ་ལ་དོད་གི་དངུལ་སྤྲད་བཞག་ཟེར། དགོང་མོ་རྐང་འཕེན་གྱིས་སྤྲད་མེད་ཟེར་སྤོབས་པ་ཆེན་པོའི་སྒོ་ནས་དཔའ་འབྱོར་རྐང་གླིང་ང་ལས་གནང་སོང། ཡིན་ནས་དེ་མ་ཐག་ཏུ་དཔའ་སྡེ་ཚུལ་རྫོགས་མཆོག་གིས་སྒྲོལ་གཞུང་ནང་པའི་ནང་ལོགས་ལ་དོད་ཕུལ་ཡོད་པ་འདི་ནང་ར་སྤྲད་བྱུང་སོང་དེ་ཡང་བཀའ་དྲུང་ཡིག་ཚང་གི་ཡིག་ཆ་འདི་རེད་འདི་ནང་ལོགས་ལན་བཤད་དོད་ཕུལ་ཚར་ཤག་དོད་ཕུལ་ས་དེ་དེ་ནས་མི་འབོ་གྲོང་འབོ་དུ་བྱས་པ་འདི་ཆ་སོང་འདུག་དེ་ནས་དེ་ལ་དྭགས་དཔའ་སྡེ་སི་དཔའ་མཆོག་དཀའ་ལས་ཀྱི་མ་བྱས་ནས་བཀའ་ཤག་བཀའ་དྲུང་གི་ག་རེ་བྱས་ནས་གནང་ཡོད་རེད། པ་ནི་ཇོ་ཀ་ལེ་གི་ནི་གོར་མོ་ཕིན་གཅིག་གནོང་མ་ཧང་ས་ཁ་ཚོ་ང་ལན་སྤྲད་སོང། ད། པ་ཏི་སུ་ཚོ་གི་ནི་གནང་ཡོད་པའི་དཔང་རྟགས་འདི་རེད་ཡོད་པ་མ་བྲེ་ཀ་དྲུང་ཡིན་གསུང་ཡི་གེ་འདི་རེད་ད་ག་གནང་བཞིན་ད་ངའི་ཁ་ཚང། ག་ཟེར་ན་འགྲོ་སོང་མངལ་དུ་དང་དཀའ་ཁྲོ་བགྱིད་ཆོག་རེད་ག་ཟེར་ན་དེ་རྩ་རོགས་ནི་བྱས་མེད་ཟེར་ནས་པ་ཇོ་ཀ་ལེ་ང་ལན་གནང་རེད་དེ་ཡིན་དུས་དེ་རིང་ངའི་གནང་ཡོད་པ་འདི་ཆ་ཚང་ཞུ་གི་ཡོད། དེའི་ཐོག་ལ་ཡང་རྒྱུན་ལས་ཀྱི་ཚོགས་ཆུང་བཙུགས་ཡོད་རེད་དེ་ཡིན་དུས་དེ་གསལ་པོ་ཆགས་དུས་ཚར་ནས་དེ་རིང་དེ་ལ་ཡང་དེ་འདྲ་ཞུ་མོག་གོ་བ་གནང་རོགས་གནང་བ་རྒྱུན་དེ་ཚོ་ལས་ཀྱི་གཙོས་ཕྱོགས་ཁག་ཚོགས་ཆུང་ཡོད་རེད། གྲོགས་ལ་ལན་འདེབས་གསར་པོ་ཞུ་མེད་པའི་སྒོ་ནས་ལན་འདེབས་ཞུ་གི་ཡོད། དེ་ཡིན་དུས་དེ་རིང་འདི། རྒྱ་གར་ཁྲི་འཐུང་གི་རིན་དེ་རེད་མུན་ནག་ཚང་ནས་གན་རྒྱ་བཟོས་བྱུང་སྟེ། ཉིས་སྟོང་ཉིས་རྩ་བཞི་ཕྱི་ཟླ་གསུམ་པའི་ཚེས་པ་ཉིས་རྩ་བརྒྱད་ལ་ཐོག་མར་གན་རྒྱ་རེད་ང་ཚོ་བཀའ་འཁྲོལ་བྱས་དེ་ཉིས་སྟོང་ཉིས་རྩ་བཞི་ཕྱི་ཟླ་དགུ་པའི་ཚེས་པ་གསུམ་རེད། ད་གང་གནང་བཞིན་གི་ཡིན་གན་རྒྱ་གཉིས་པ་དེ་ཉིས་སྟོང་ཉིས་རྩ་བཞི་ཕྱི་ཟླ་གསུམ་པའི་ཚེས་པ་ཉིས་རྩ་དགུ་རེད། དེའི་རྗེས་ལོ་ཕག་ཚེ་གན་ཇག་པས་ཤག་སྤྲད་ཡོད་པའི་གན་ཇག་དེ་ཉིས་སྟོང་གཉིས་རྩ་བཞི་ཕྱི་ཟླ་བཅུ་བའི་ཚེས་པ་བཅུ་དགུ་རེད། དེའི་ནང་ལོགས་ལ་ས་གནས་འགན་འཛོལ་གྱི་ས་ཡིག། དོ་བདག་གི་དངུལ་ལེན་ཉེས་ཀྱི་ས་ཡིག། དཔང་པོ་གི་ས་ཡིག་ཏུ་བཅས་པ་འདི་རེད། བྱས་ཙང་དེ་ཡིན་དུས་དེ་ནི་འགྲོ་སོང་སྔོན་དུ་འདོར་བར་བཀའ་འཁྲོལ་བྱེད་ཕྱོགས་རེད་མི་འདུག་པས། ཡང་ན་ས་ཡིག་ཚུར་མ་རྒྱག་པས་ཤག་སྤྲད་ཡོད་མེད་ངས་མི་ཤེས་ཏེ་གང་ལྟར་ཡང། རྒྱ་གར་ཁྲི་འཐུང་བཟོ་གྲྭ་འདྲ་ས་ཡིག་རྒྱག་སར་ཚར་ཚར་རེད། ཚ་ཡི་རྒྱག་ཚ་རིང་སྤྲད་ཚ་བས་དཔེ་ཤོག་སྤྲད་ཡོད་ན་འདྲ་མེད་ན་འདྲ་ཤོག་བུ་ཀོག་པོ་མགོ་སྨྱུག་ནག་པོ་གོ་ཚ་ཡི་རྒྱག་དར་ཚ་རེད་དེ་ཚོ་ཚང་མ་དེ་སྤྲད་མེད་ཟེར་དེ་གཙང་ནི་རེད་མ་གསུངས་དེང་དུས་དཔའ་སྡེ་ཚོ་ཚོགས་གོ་གྲོས་ཚུགས་དབུ་ཁོག་གཏོང་གོ་འདུག་ད་ག་ནང་བཞིན་གི་ཁ་ཚུགས་སྤུ་གུ་གཅིག་གིས་ད་རིས་བཀའ་འཁྲོལ་དེ་འགྲུལ་ཚུགས་ར་བ་འདུས་ན་ཁུག་གོ་འདུག་ཟེར་གསུངས་སོང་དེང་གི་དཔའ་སྡེ་ཁ་ཚུགས་ཚུགས་ཚོགས་བ་གནོངས་ཟེར་དེ་ད་ག་རང་རེད།

བཀའ་ལན་གནང་མཁན་དཔལ་ལྡན་དཔལ་འབྱོར་བཀའ་བློན་མཆོག། མི་མང་ལ་ལེགས་སྐྱེས་དེ་ཕུལ་བྱར་བྱས་ཏེ། ད་ཁ་ཆེའི་ནང་གཞི་ནས་སྤྱི་བཏང་གི་ཀུ་རེ་བཅུད་དུས་གསུམ་མྱུར་པོ་ཞིག་རག་རེད། དེ་ཡིན་དུས་བསམ་པ་ལ་ཚང་མ་ཚིག་རེ་རེ་རེར་ཐོ་རྒྱ་ཡས་ཁ་བོ་ཞིག་གྲགས་ཆགས་ཀྱི་འདུག་ཁ་ཆེའི་གསུངས་པའི་སྐབས་ལ་མི་མང་ནང་ལོགས་ལ་ཡང་ཨ་ནི་དངུལ་དེ་ག་འབུམ་བཞི་བརྒྱད་དེ་འདྲའི་སྒོར་གཞས་རྒྱག་བྱས། སྐར་ཆ་ལྔ་བཅུ་དེ་འདྲའི་སྒོར་གཞས་རྒྱག་བྱས་ན་དངུལ་གྲངས་ག་གསུམ་ཞིག་གསུངས་སོང། མི་མང་ལ་དོན་མེད་ཀྱི་ང་ཚོ་སྡུག་བཀྲམ་བཞག་ཡོད་དེ་འདྲ་གལ་ཡོད་མ་རེད་བ། ད་མདའ་ཕུལ་བྱ་བ་དེ་ག་དེ་ལེགས་ཆེད་དོད་ཕུལ་བྱ་བ་དེ་གྲོས་ཚོགས་ནས་བཀའ་གྲོས་ཞུས་ནས་གྲོས་ཚོགས་དེ་ག་རང་ནས་བཀའ་གྲོས་ཞུས་ནས་བཀའ་གྲོས་གང་ཐོབ་པ་དེ་ག་དེ་ཕུལ་བྱ་ཡོད་རེད། གྲོས་ཚོགས་ནས་བཀའ་གྲོས་མ་ཐོབ་པའི་དངུལ་སྐར་མ་གཅིག་ཕུལ་མེད་ཞེས་དེ་ཞུ་གི་ཡོད་རེད།

སྔོན་ཚེ་ནང་ལ་བཀའ་ཁྲོལ་ཐོས་ཟིན་པ་དངོས་གནས་ཕྱི་ནང་ཨེ་ཀ་བརྒྱ་དང་གྱ་བཅུ་གྱ་གསུམ་ཀ་ཅིག་བཀའ་ཁྲོལ་ཡོངས་རྫོགས་ཐོབ་ཟིན་པ་རེད། ཉིས་སྟོང་རྩ་གསུམ་རྩ་བཞི་གི་སྔོན་ཚེ་ནང་ལ་ལ། ད་ཉིས་སྟོང་རྩ་བཞི་གི་སྤྱི་ཟླ་གསུམ་པའི་གི་ཚེས་སུམ་ཅུ་སོ་གཅིག་ནང་ལ་ལས་ཀ་བྱེད་མ་ཐུབ་པ་དེ་མཇུག་སྐྱོང་བྱེད་ཡ་ལ་ཡང་བསྐྱར་བཀའ་ཁྲོལ་ཞུ་དགོས་ཀྱི་ཡོད་རེད་དེ་ཞུ་བའི་སྐབས་དེ་ལ་ད་ད་ལྟ་དགག་པ་དེ་འཕེལ་གྱི་ཡོད་རེད། དེ་དངུལ་ས་ཆ་འདང་མ་འདང་དང་དེ་ཚོའི་སྐོར་ལ་ད་མ་ནས་སྤྱི་འཐུས་རྒྱུན་ལས་ཀྱི་ཚོགས་ཆུང་ཚུགས་ཡོད་གསུངས་ཀྱི་ཡོད་རེད་ཚོགས་ཆུང་རང་གི་ངོ་བོ་ཡིན་པ་ཡིན་ན་ནི་ཞུ་ཡ་གལ་མེད་དེ། སྒྲིག་གཞི་གི་འགྲོ་སྟངས་ཀྱི་ཐོག་ནས་ང་ཚོའི་ངོས་ནས་གར་སོང་རེད་འཛིན་སྐྱོང་ངོས་ནས་སྒྲིག་གཞི་ལ་བལྟས་ཆེད་ཚོགས་དྲུང་ལས་ཁུངས་ལ་འཆམ་འབུལ་ཞུ་དགོས་དོན་མི་འདུག་ད་ལྟ་ང་ཚོ་བཀའ་ཤག་ནང་གོ་བསྡུར་བྱས་རྗེས་ལྟ་གི་ཡིན། སྒྲིག་གཞི་གནང་ཆོག་པ་ཞིག་ཡིན་ན་གྲོས་ཚོགས་ཚོགས་བསྡད་པའི་སྐབས་ལ་གྲོས་ཚོགས་ཀྱི་བཀའ་འཁྲོལ་གནང་ཆོལ་ཞིག་ཡིན་པ་ཡིན་ན་དེ་གྲོས་ཚོགས་ལ་འཁེལ་བ་སྐྱོན་འཁེལ་མི་འདུག་བ། ད་ཡང་ཚོགས་ཆུང་བཙུགས་པའི་ངོ་བོ་ཐོག་ནས་གྲོས་ཚོགས་ཀྱི་ད་ལྟ་ཁེ་མ་ཆོད་ཡག་གི་གནས་སྟངས་ཅིག་ཡིན་པ་ཡིན་ན་ནི་ཁོ་གནས་ཚུལ་ཁ་ཁ་རེད་དེ། ང་ཚོའི་ཚོགས་དྲུང་ལས་ཁུངས་ནས་ཕུལ་གྱི་ཡིན། ཨ་ནི་དཔལ་ལྡན་ཚོགས་གཙོ་རྣམ་པ་གཉིས་ཀྱིས་ཐུགས་ཞིབ་གནང་ཆེད་ལས་རིམ་ནང་འཇུག་ཆོག་གི་འདོ་མི་འདོ་ཁྲིམས་དང་སྒྲིག་གཞི་ཏག་ཏག་བསྡད་ཀྱི་འདོ་མི་འདོ་དེ་ཁོང་རྣམ་པ་ཚོ་གཟིགས་གནང་གི་རེད་དེ་འདུག་ཟེར་རེད་བྱས་ཙང། ས་ཆ་ཡག་ཤུགས་མཁན་དེ་གས་དེ་ལ་ཁོ་གཏན་འབེབས་བཞེས་སྲུང་བྱས་ནས་ཕུལ་དགོས་ཡ་དེ་གས་དེ་ཕུལ་ཡོད་རེད་མ་གཏོགས་གཅིག་གིས་གྲོས་ཚོགས་ཀྱི་བཀའ་འཁྲོལ་མེད་པར་གང་བྱུང་དངུལ་སྤྲད་བཞག་པ་དེ་འདྲའི་རྩ་བ་ཉིད་ནས་མེད་ཞེས་ཞུ་ཡས་དང། འགྲོ་སོང་དངོས་དང་བཀའ་འཁྲོལ་རྗེས་ཤུལ་ཆ་མེད་ཟིན་ད་ང་ཚོ་གྲོས་ཚོགས་ནང་ལོག་ལ་ཡང་ག་ཚོད་ཞིག་མཐའ་མ་ག་ཚོད་ཞུ་བ་ཡིན་ན་ཐུགས་ཕན་ག་ཚོད་གསོས་ཀྱི་ཡོད་ན་མེད་ན། ད་ལྟ་ཕྱི་སྡོད་རྒྱུན་ལས་ཀྱི་ཚོགས་ཆུང་ཚུགས་ཡོད་པ་ཡིན་ན་དེ་ཚོ་ཡིག་ཆ་ཚང་མ་ལ་གཟིགས་ནས། གན་རྒྱ་ཡི་གེ་གཅིག་པ་ཅི་ཅང་རེད། དོ་བདག་སོ་སོ་སོ་སྙམ་དུ་དོ་བདག་སོ་སོ་དང་ནང་སྲིད་ལས་ཁུངས་ཀྱི་པ་ར་ལ། བརྗོད་བྱ་མིང་དང་དེ་ཚོ་ཁ་ཁ་རེད་མ་གཏོགས་བརྗོད་བྱ་ཚང་མ་གཅིག་པ་གཅིག་ཅང་རེད། Stamp Paper། དེ་རྒྱ་གར་གྱི་ཁྲིམས་ཡིག་གི་ཤུགས་རྐྱེན་ཉུང་བས་དེ་གི་འགན་དེ་དོ་བདག་སོ་སོ་ལ་ཡོད་རེད་ཤུགས་ངན་སོ་སོ་ལ་སྒོར་མོ་རྒྱག་རྒྱག་གི་དེ་དེ་ནང་སྲིད་ལས་ཁུངས་ཀྱི་ཏང་གི་དབུ་ཡོད་མ་རེད་དེ་སོ་སོས་གི་ཉོས་ཡོད་རེད། དེ་ཉོས་པའི་གི་ད་དུས་ཚེས་གྲངས་དེ Stamp Paper གང་བྲིས་གི་རེད། ག་དུས་ཡིན་ནའི། དེ་ཉོས་པའི་གི་དུས་ཚོད་དེ་རེད། ད་ས་ཡིག་ག་ཚོད་བརྒྱབ་ཡོད་ག་དུས་ས་ཡིག་ག་དུས་བརྒྱབ་ཡོད་རེད་ཟེར་ཡ་དེ་ད་དུས་ཚེས་གྲངས་ལྟ་དགོས་གི་ཡོད་རེད་བྱས་ཙང། གྲོས་ཚོགས་ཀྱི་བཀའ་འཁྲོལ་ཟིན་པའི་སྔུན་ནས་ཨེ་ཀ་བདུན་ཅུ་དོན་ལྔ་ལ་ཡང་ང་ཚོས་ཀྱིས་ད་ལྟ་ཞིང་པ་མཉམ་དུ་ཤུགས་ལེན་གྱི་ལེགས་སྐྱེས་ཕུལ་བཞག་པ་འདི་གས་འདི་དོ་བདག་གི་ས་ཡི་རྒྱབ་པ་མ་ཆད་འདིའི་སྒང་ལ་ཟླ་དུས་ཚེས་གྲངས་དང་དངུལ་འབོར་དེ་བྲིས་ཡོད་དངུལ་སྤྲད་ཚ་ཁྱོ་དེ་གས་འདི་ལ་དེ་སྔས་མ་བཀའ་འཁྲོལ་ཡོད་པ་དེ་ན་དངུལ་སྤྲད་མ་ཟིན་པ་ད་ལྟ་གྲོས་ཚོགས་ནས་བཀའ་འཁྲོལ་མ་ཐོན་པ་དེ་གས་ཨེ་ཀ་བདུན་ཅུ་དོན་དགུ་དེ་རེད། ཨེ་ཀ་བདུན་ཅུ་དོན་དགུ་འདི་ལ་ད་ལྟ་དངུལ་སྐར་མ་གཅིག་སྤྲད་མེད་གཞི་ནས་ང་ཚོ་ལས་ཀ་བྱེད་བསྡད་ཡག་གི་ཆེད་དུ་ཞིང་པ་ས་བདག་སོ་སོ་སོ་ནས་ས་ཡིག་ཟེར་བཞག་ཡོད། ཟླ་དུས་ཚེས་གྲངས་བརྒྱབ་མེད་དངུལ་འབོར་བརྒྱབ་མེད་ཟླ་དུས་ཚེས་གྲངས་དང་དངུལ་འབོར་འདི་དངུལ་སྤྲད་པའི་སྐབས་ལ་སྦྱར་བའི་ཆེད་རེད། དངུལ་སྤྲོད་འདོད་མི་འདུག་ནང་སྲིད་ལས་ཁུངས་ཀྱི་དངུལ་ཁང་གི་རྩིས་འགོ་ལ་གཟིགས་ན་འགྲིག་གི་རུ་བ། རྒྱུན་ལས་ཀྱི་ཚོགས་ཆུང་གཅིག་གིས་ཞིབ་འཇུག་གནང་བ་རེད། ཞིབ་འཇུག་གནང་དུས་ཚན་པ་ཚད་དང་ལྡན་པ་ཅིག་གནང་བ་ཡིན་ན། ཨ་ནི་དངུལ་ཁང་གི་སྲིང་མོ་ནང་ལོགས་ནས་དངུལ་སྤྲད་འདུག་མི་འདུག་གྲོས་ཚོགས་ཀྱི་བཀའ་འཁྲོལ་མེད་པ་དེ་འདྲས། གྲོས་ཚོགས་ཀྱི་བཀའ་འཁྲོལ་མེད་པར་སྤྲད་ཡོད་ན་ཨ་ནི་འགྲོ་སོང་དངོས་བཏང་བཀའ་འཁྲོལ་རྗེས་ལ་ཞུས་ཟེར་ཡ་དེ་ཆགས་ཀྱི་ཡོད་རེད། འདི་རྩ་བ་གཉིས་ནས་བྱུང་མེད། གྲོས་ཚོགས་དབུ་སྐོར་བཏང་ཡ་གི་འདོད་པ་ཡེ་མེད་ལ་གྲོས་ཚོགས་དབུ་སྐོར་བཏང་ཡ་ཤེས་ཀྱི་ཡེ་མ་རེད། ད་ལས་ཀ་བྱེད་པའི་སྐབས་ལ་སྐབས་སྐབས་ནོར་འཁྲུལ་དེ་འདྲ་བྱུང་བ་ཡིན་ནོ་ནི་དགོངས་དག་ཞུ་ཡ་རེད། དེ་མ་གཏོགས་བཅས་ཀྱི་གྲོས་ཚོགས་དབུ་སྐོར་རྩ་བ་ཉིད་ནས་བཏང་མེད་ཅེས་ནི་འདི་གསལ་པོ་བྱས་ནས་ཞུ་ཡ་ཡིན། དེ་ནས།
སྤྱི་འཐུས་དགེ་བཤེས་ལྷ་རམས་པ་ཨ་ཀྲུག་ཚེ་བརྟན་ལགས།
བ་ནི་ཚོགས་གཙོ་མཆོག། ད་ལྟ་ན་ངས་དཔལ་འབྱོར་གྱི་ལས་དམ་བརྒྱད་པ་སྔོན་རྩིས་དང་འབྲེལ་བའི་སྐོར་ལ་ཡང་ཁ་ཤས་ཤིག་ཤོད་གི་ཡིན། ད་ལྟ་ན་སྔོན་རྩིས་དེའི་ཐོག་ལ་ད་ཁ་ཚང་ང་ཚོ་རྒྱུན་ལས་ནང་ལ་བ་གའི་བཀའ་འཁྲོལ་ཅིག་དང་དཀའ་ངལ་འཕྲད་པའི་གནས་སྟངས་དེའི་ཐོག་ནས་ང་ཚོས་སྤྱི་ཡོངས་ཀྱི། ཐོག་ནས་ད་རྒྱུན་ལས་ཀྱི་ཐོག་ནས་ད་ལྟ་བཀའ་ཁྲོལ་འདི་མ་གནང་བྱས་ནས་གནས་སྟངས་དེ་རེད། ད་ཡིན་པ་ཡིན་ན་ཡང་དེའི་ཐོག་ལ་ཡང་ང་ཚོ་བ་རུ་ལ་གནས་ད་ལྟ་བཀའ་ཤག་དང་ང་ཚོ་བ་རུ་གི་རྒྱུན་རོང་འདྲ་བོ་དེ་ལ་བཀའ་ཤག་གིས་ཟ་ཁང་གསར་རྒྱག་ད་ཟ་ཁང་གསར་རྒྱག་གི་ལས་གཞི་ཆེད་དུ་ཨ་ནི་ལོ་སྔོན་མ་བཀའ་ཁྲོལ་མང་པོ་ཅིག་ཞུས་ཟིན་པ་དང་ད་ལོ་སླར་ཡང་བཀའ་ཁྲོལ་ཅིག་ཞུས་འོང་པའི་སྐབས་ལ་དེ་ནི་ང་ཚོ་བ་ས་ཆ་དེ་འདང་ངེས་ཤིག་བ་འདུག་ཏུ་མི་འདུག། དེའི་དྲི་བ་ཅིག་བཏང་རེད་དང་ན་བཞིན་ང་ཚོ་ལ་བཀའ་གྲོས་ཞུས་པའི་སྐབས་སུ་ད་གཉིས་མེད་གན་རྒྱ་བཞག་ཚར་ཡིན་ཟེར་ནས་དེ་གསུངས་ཡོད་རེད་ང་ཚོ་བཀའ་གྲོས་མ་ཞུས་སྔོན་ལ་གཉིས་མེད་གན་རྒྱ་བཞག་ན་ཨ་ནེ་འདུག་ཟེར། འགྲོ་སོང་ངོ་དང་བཀའ་ཁྲི་བྱེད་ཆགས་འགྲོ་གི་མི་འདུག་ཟེར་ནས་དྲི་བ་འདི་གཉིས་ཕུལ་བའི་ལན་དེ་ལ་འཇོག་རུང་དེ་ང་ཚོ་བཀའ་ཤག་གི་ལན་དེ་ལ་འདང་ངེས་ཤེས་པ་མེད། ཟེར་ལན་བཏབ་ཡོད་རེད་ཨ་ནེ་དེ་ནས་ང་ཚོ་གར་ད་འདང་ངེས་ཤེས་པ་མེད་པ་ཡིན་ན་ས་ཆ་ག་ཚོད་ཡོད་རེད་བལྟ་འོང་དེ་སྦི་ལི་བསྐོར་བའི་ལུགས་སམ་ལ་ས་ཆ་ཨེ་ཀ་བརྒྱ་དང་བརྒྱ་གྱ་གཅིག་ཡོད་རེད། བི་ལི། ཁ་ཟེར་འདི་བི་ལི་ཀོ་བི་ལ། དེ་ནས་བི་ལི་ཀོ་བི་ལ་འགྲོ་གི་ཡིན་ལ་ནི་མི་ཚང་ལྔ་བརྒྱ་ལྔ་བཅུ་ང་དགུ་ཡོད་རེད་དེ་ལ་བཀའ་ཤག་གི་ལས་བྱེད་ཁོ་ར་བསྒྲིགས་འོང་དུས་ཨེ་ཀ་རེ་གི་ནང་ལ་མི་ཚང་དྲུག་རེ། བཞག་ཡག་གི་རྩིས་ཡོད་རེད་དེའི་རྩིས་བསྐོར་འོང་དུས། འདང་བ་ཙམ་དུ་མ་ཟད་ཨེ་ཀ་བརྒྱ་གྱ་གྱ་བརྒྱད་དེ་ལྷག་དེ་ཡོད་རེད་ཟེར་ནས་ལྷག་དེ་འདུག་དེ་ཡིན་ཚ་ད་དེ། དང་རང་བསྒྲིགས་གི་འདུག་ཟེར་ནས་ང་ཚོ་ཁ་ས་བཀའ་ཁྲོལ་བཀའ་ཡག་གི་རྒྱུ་མཚན་གཅིག་དེ་རེད། རྒྱུ་མཚན་གཉིས་པ་དེ་ལ་ད་དེའི་གྲོས་ཆོད་དེ་བཞག་ཚར་བ་དེའི་སྲིད་འོང་འདུག་ག་ལ་ཚོ་རེ་ལན་འདེབས་དུ་ག་རུ་སོང་ཡོད་རེད། གྲོས་ཆོད་དེ། སྤྱི་ཟླ་གསུམ་པའི་གྲོས་ཚོགས་ཀྱི་ནང་སྲིད་ཀྱི་བཀའ་ཁྲོལ་དུ་ཐོ་བའི་རྗེས་ལ་བཞག་པ་ཡིན་གསུངས་བ་རེད། ཡིན་པ་ཡིན་ན་ཡང་ཁྲིམས་ཕྱིར་གྱི་ཡིག་ཆ་དེ་བཏང་འོང་དུས། སྤྱི་ཟླ་གསུམ་པའི་ཏཱ་རེ་ཉི་ཤུ་རྩ་བརྒྱད་ཉིན་མོ་བཞག་ཡོད་རེད་ཁྲིམས་ཕྱིར་ཡིག་ཆ་དེ། ཡིན་དུས་གང་ལགས་སྤྱི་ཟླ་གསུམ་པའི་ནང་ནས་བཀའ་ཁྲོལ་ཐོ་བསྒྱུར་གྱི་དཔེ་ཆ་དེ་སྤྱི་ཟླ་བཞི་བའི་ཚེས་པ་གཅིག་ནས་མ་གཏོགས་བེད་སྤྱོད་བཏང་ཆོག་གི་མེད་རེད། ལྷག་པར་དུ། ཁྲིམས་ཆད་ཡིག་ཆ་འདིའི་སྒང་ལ། ས་ཆ་འདིའི་ངས་ཨ་ནི་བེ་ཏི་ནཱ་སི་གི་ལ་ཕ་སྡུག་སུ་ཕུལ་གི་ཡོད་དེའི་གི་ཆེད་དུ་ང་ལ་ཨ་ནི་དཔེ་ཆ་འདི་འདྲས་ཅིག་རག་སོང་ཨ་ནི་དོ་བདག་ཁོ་རང་གི་ས་གི་རྒྱབ་ཡོད་རེད་ཨ་ནི་ནཱ་སི་གི་ཚབ་བྱས་ནས་ས་གནས་འགོ་འཛིན་གི་ས་གི་རྒྱབ་ཡོད་རེད་ཨ་ནི་རྒྱ་དཔོན་དང་ཟ་ང་དང་ནི་འགན་འཛིན་ཆ་ཚང་གི་ས་གི་རྒྱབ་ནས་ཁྲིམས་ཁྲིམས་དཔོན་གི་ཁྲིམས་ཐོག་གི་ཡིག་ཆ་རྒྱབ་བར་དེ་ཡིན་ཙང་ང་ཚོ་ཡིག་ཆ་རང་གི་ཐོག་ནས་ཨ་ནི་དཔེ་དཔེ་ཆ་སྤྲད་ཚར་བ་རང་ལ་ངོས་འཛིན་བྱས་ནས་མ་གཏོགས་ཐབས་ཤེས་མི་འདུག་སྙིང་རྗེ་བཤེས་གཉེན་མང་པོ་གི་ལྟས་ཟེར་འདི་ལྟར་དཔེ་ཆ་སྤྲད་ཚར་ཤག་ཟིག་འདུག། ད་དེའི་འོས་བསྡུའི་སྒང་ལ་ད་བརྒྱུད་རིམ་དེའི་ནང་ནས་ང་ཚོས། དཔལ་ལྡན་སྲིད་སྐྱོང་ང་ཚོ་རྒྱུན་ལས་ནང་ལ་སྐད་ཅིག་བཏང་རེས་ང་ཚོ་ག་རེ་ཞུས་རེས་ལགས་ན། ད་གཙོ་བོ། མང་ཚོགས་ཀྱི་འོས་བསྡུ་བྱས་བཞག་པའི་དབུ་ཁྲིད་ཅིག་གིས། ད་རོགས་ཚོགས་དང་ཐབས་ཤེས་བྱས་པ་མ་ཡིན་པར་མ་དངུལ་གི་ནང་ནས་གང་བཟང་མ། གཞི་མི་རེ་རེ་གི་ལག་པ་ལ་དཔེ་ཆ་ཕོངས་ཆེན་པོ་སྤྲད་དེ་ཡག་པོ་མི་འདུག། དེ་ཡིན་ཙང་ས་ཆ་ནི་འདང་ངེས་ཞིག་པར་འདུག་ད་ད་ལྟ་དུས་སུ་བྱས་ན་ཡག་པོ་མི་འདུག་ཞེས་ཞུས་འོས་བསྡུའི་སྐུ་ངོ་གིས་ཁར་སོང་རེས། རྟ་རྡི། སྔོན་མ་ནས་མ་དངུལ་དེ་ཤུགས་ཆེན་པོ་བསགས་བཞག་ཡོད་དུས་གང་ལ་རྟ་རྡི་འགྲོ་སོང་དེ་བཏང་མ་ཐུབ་ན་ཁྲིམས་ཀྱི་ཐོག་ནས་སྡེབ་སྐྱེལ་གྱི་ཐོག་ནས་བརྒྱ་ཆ་སུམ་ཅུ་གྱི་ཆག་ཡང་དེ་ནས་ག་ཚོད་ཁྲིམས་ཀྱི་ད་ལྟ་ཉེས་ཆད་དེ་ཕོག་གི་འདུག་དེ་ཆད་དེ་ཡིན་གསུང་གི་འདུག་དེ་ཡིན་དུས་ང་ཚོ་རྒྱུན་ལས་ངོས་ནས་ག་རེ་ཞུ་རེད། དེ་ཡིན་ན་ཤེས་རིག་དང་ཆབ་སྲིད་ཀྱི་ཐོག་ལ་བཏང་ན་འགྲིག་གི་འདུག་དེ་ཡང་ད་ལྟ་གཞིས་ཆགས་ལོ་གཞིས་ཆགས་ལྔ་དེ་དེའི་གང་ལ་མང་བར་ཕ་འདེ་གླིང་ཡོད་རེད་ད་ལྟ་ཀའི་གསུང་གི་མི་འདུག་མ་གཏོགས་མང་བར་ཕ་འདེ་གླིང་དེའི་གང་ལ་སྒོར་མོ་འབུམ་གཅིག་སྟོང་གཅིག་བརྒྱ་ཉུས་ཤོས་ལྷག་བཏང་ཡོད་རེད། རེད་དེ་ཡིན་ན་ཡང་དེའི་ནང་ནས་གཞམ་པ་དེ་ཚོ་ལ་ཉུང་ཉུང་ཉུང་ཉུང་འདྲ་བྱས་རེད་བི་ལི་ཀོ་བི་ལ་སྒོར་མོ་འབུམ་གཅིག་སྟོང་གཅིག་གཅིག་སྟོང་བརྒྱ་མི་བཅུ་མི་དགུ་བཏང་ཡོད་རེད། གཞན་མི་རེ་རེ་གི་ལག་པ་ལ་འབུམ་ཉིས་བརྒྱ་དེ་འདྲས་བཏང་བཞག་ཡོད་རེད་དང་འབུམ་ཉི་ཤུ་འབུམ་ཉི་ཤུ་དེ་འདྲས་བཏང་བཞག་ཡོད་དེ་འདྲས་ཡིན་དུས་ད་དེ་འགྲིག་གི་མི་འདུག་ས་ཆ་ནི་འདང་ངེས་ཞིག་པ་འདུག་ལ་འོང་དུས་ད་འདང་གི་མི་འདུག་སེམས་གི་ཡོད་རེད་དེ། ཡང་རྒྱུ་ཁོང་རུག་རྣམ་པ་ཚོ་གི་ཚུར་གནང་རྒྱུ་དེའི་ནང་ལོགས་ལ། མདང་བ། མདང་བ་མ་ཚད་ཐོད་པ་དེ་བྱེད་པ་ཡོད་རེད། ད་ཁ་ཚ་ངན་འདུག་ཟེར་ཉན་འོང་དུས། ནང་སྲིད་སྐམ་ལོང་གི་འགྲེལ་བཤད་རྒྱག་ཡ་དེ་ལ་གཞན་པ་འདང་གི་ཡོད་རེད་ཡིན་ནའི་ལུགས་བསམ་ལ་འདང་གི་ཡོད་མ་རེད་གསུངས་སོང། ཡིན་ནའི་ལུགས་བསམ་ལ་འདང་ངེས་ཤིག་པ་ཡོད་རེད། ལུགས་བསམ་ལ་ཨེ་ཀ་བདུན་ཅུ་དོང་ལྔ་ཡོད་རེད། ལུགས་བསམ་ལ་འགྲོ་གཉིས་མི་ཚ་བཞི་བརྒྱ་བཞི་བརྒྱ་བཞི་བརྒྱ་དང་ཚ་ཚ་ཅིག་ཡོད་རེད། མདོར་ན་འདང་བ་ཙམ་དུ་མ་ཟད་ཡལ་ག་གཉིས་དང་ལྷག་ཙུག་ཐུབ་པ་ཡོད། གལ་ཏེ་དེ་འདྲ་ཡིན་དུས་གང་ལ་བཀའ་ཤག་གི་འགྲེལ་བཤད་དེ་ཚོ་མར་ནར་ནས་འགྲེལ་བཤད་ལོག་ཀ་ལོག་ཀ་ལོག་ཀ་རྒྱག་འོང་དུས་མཐའ་མ་དེ་ལ་ང་ཚོ་ལྟ་བཀའ་ཤག་གིས་གྲོས་ཚོགས་ནང་འགྲེལ་བཤད་རྒྱག་དང་ང་ཚོ་ལ་འགྲེལ་བཤད་རྒྱག་དེ་གཅིག་པ་ཆགས་ཀྱི་མི་འདུག་ཟེར། ལྷག་པོར་དུ་ད་ལྟའི་འདི། ས་ཆ་ཉོ་ཚོང་གི་ལས་ཀ་རེད་ཤག། མ་གཏོགས་ད་ཐུགས་རྗེ་ལངས་པར་བྱས་ན་མི་རེ་ལ་འབུམ་གཅིག་ཅིག་སྤྲད་ན་འགྲིག་གི་འདུག་ས་ཆ་ཉོ་ཚོང་དེ་ས་ག་འགྲིག་གཞི་ནང་ལ་བཀག་ཞེས་བར་གདགས་ཟེར་དེ་ཡིན་དུས་ང་ཚོས་བཀའ་ཁྲོལ་བཏང་ཐུབ་ཀྱི་མི་འདུག་ཟེར་ནས་བཀག་པ་རེད་མ་གཏོགས་མཐའ་མ་གཉིས་དེ་དྲི་བ་བཏང་སོང་ཟེར་ནས་ཁ་ཚ་འདྲེ་ཤི་རྒྱག་ཡ་ངས་ཁོང་ཚོ་དྲི་བ་བཏང་རྒྱུ་མ་རེད་བཀག་དགོས་ཡའི་རྒྱུ་མཚན་བཤད་རྒྱུ་རེད་དེའི་ཐོག་ལ་ཨ་ནི་ཁོང་རུ་རྣམ་པ་ཚོ་གི་ཡན་བསྒྱུར་ཇི་ལྟ་དགོས་ཡའི་ཚད་པ་སྲུང་གི་ཉིན་པ་ལ་བཀའ་ཁྲོལ་བསྐྱར་ཞུ་བྱས་ཡོང་དགོས་རེད་དེ་འདྲའི་ཡིན་དུས་གང་ལ་མདོར་ན་ང་ཚོ་ག་རེ་ལ་ན་རྒྱུན་ལས་ནང་ལོགས་ལ་ད་ལྟ་དེའི་ཐོག་ལ་ཞིབ་འཇུག་འགྲོ་བཞིན་པ་རེད་ཚོགས་ཆུང་བཙུགས་ཤག་ཡོད་རེད་དེ་ཡིན་དུས་གང་ལ་ཨ་ནི་དེའི་ཐོག་ལ་དགོངས་པ་བཞེས་དགོས་ཡའི་གནས་སྟངས་ད་ག་རེ་ཆགས་ཀྱི་འདུག་ལགས་ན་གང་ལྟར་ང་ཚོ་སེ་ཏེ་ཨ་ན་ཞེས་དཔེ་ཆ་འཕོངས་ཆེན་པོ་གཅིག་དེ་ཡང་ཨ་ནི་གཞི་ཆགས་གཅིག་གི་ཐོག་ལ་འབུམ་གཅིག་སྟོང་ལྷག་དེ་འདྲ་བཏང་ཤག་ཡ་དེ་མང་ཚོགས་ཀྱི་དབུ་འདུམ་བྱས་པའི་དབུ་ཁྲིད་ཅིག་གི་གནང་སྟངས་བྱས་ན་ཡག་པོ་མ་རེད། དེ་མ་དངུལ་ནང་ལ་དཔེ་ཆ་མང་པོ་སོགས་དཀའ་ངལ་འཕྲད་བསྡད་ན། ཨ་ནི་ཤེས་རིག་དང་ཆབ་སྲིད་ཀྱི་ཐོག་ལ་ཐང་དགོས་ཀྱི་འདུག་ལས་དེ་ད་ལྟ་མུ་མཐུད་ནས་དེ་ཞུ་འདོད་ཅིག་བྱུང་སོང་ཟེར། དེ་ནས་འགྲེལ་བཤད་བྱམས་པ་ཞིག་ག་རེ་གསུང་གི་ཡོད་རེད། ད་ལུག་གསུམ་ལ་ཨེ་ཀ་གཅིག་གི་ནང་ལ་མི་ཚང་དྲུག་རེ་བཞག་ན་ས་ཆ་འདང་བདེ་བ་དེ་ད་མཁྱེན་གི་ཡོད་རེད་བ། ད་ག་ཚང་གྲོས་ཚོགས་ནང་ག་རེ་གསུང་གི་རེད། ཨེ་ཀ་གཅིག་གི་ནང་ལ་མི་ཚང་བཞི་རེ་བཞག་ཡ་ཆ་ཞིག་ཡིན། མི་ཚང་གཉིས་ཀྱི་ས་ཆ་དེ་ས་འབྲོག་དང་ཆུ་དེ་ག་རེ་ཟེར་ལམ་འགག་དང་ཆུ་འགྲོ་གི་ཆེད་དུ་ཡིན་ཟེར་ནས་འགྲེལ་བཤད་རྒྱག་སྟེ་ངས་མདང་དགོང་ལམ་ལམ་ནས་ཡོང་ཞོར་ལ་གཅིག་ཉན་དེ་ངས་གོ་སོང། དུས་ཚོད་འཚོལ། དེ་ཡང་ག་རེ་རེད་ཟེར་ཏེ་གང་ལ་རྫུན་མ་ཆགས་བསྡད་ཡོད་རེད་ག་ལ་ན། ཁ་ཚང་བཀའ་ཤག་གི་འགྲེལ་བཤད་ནང་ལོགས་ལ་ཨེ་ཀ་གཅིག་གི་ནང་ལ་མི་ཚང་དྲུག་བཞག་གི་ཡོད། ཨེ་ཀ་གཅིག་ལ་སྒ་འགྲོས་སྒ་འགྲོས་ཡིན་ན་གཅིག་བསལ་དེ་བཞི་བཅུ་ཐམ་པ་ཡོད་རེད། མི་ཚང་རེ་ལ་སྒ་འགྲོས། ཁར་ཟེར་དེའི་ཁར་ཟེར་དེ་ས་ས་མིག་གཅིག་ཟེར་གི་འདུག་ད་དེ་ངའི་མིང་དེ་ཡིན་གཅིག་ཡག་པོ་ཤེས་གི་མེད། དེ་ཡིན་ཙང་དེ་ལྔ་རེ་ལྔ་རེ་སྤྲད་གི་ཡོད། སྤྲད་དུས་གང་ལ་མི་ཚང་དྲུག་ལ་སུམ་ཅུ་ཐམ་པ་ཆགས་གི་ཡོད་ཧུད་ལ་བཅུ་ཐམ་པ་ལྷག་གི་ཡོད་བཅུ་ཐམ་པ་དེ། ཨ་ནི་མི་ཚང་སོ་སོ་གི་བོད་རིགས་ཀྱི་ཆོས་འབྲོག་དང་ལམ་ཀ་བཟོ་གི་ཡིན་ལ།

དེ་ལས་ན་ཞག་ཏག་ཏག་ཆགས་ཡོད་ཡོད་ཀྱི་རེད་བསམ་གྱི་འདུག་ལ་ད་ལྟའི་གི་བགྲོ་གླེང་འདིའི་ནང་ལོ་ལ་ད་ད་ད་ཁ་སིང་བཀའ་བགྲོས་སྤྲད་མ་སྤྲད་དེ་འདྲའི་གི་ད་བགྲོ་གླེང་མང་པོ་ཞིག་གྲུབ་ཀྱི་འདུག་ལ་ཡིན་ནས་དེ་རྒྱུན་ལས་གི་ནང་ལོ་ཡོང་དུས་སྐབས་ལ་ང་ཚོ་སྤྱི་འཐུས་གཞན་པ་ཚང་མ་ལ་ཡིག་ཆ་འདི་ཚོ་ད་ལྟ་ལ་ཅིག་བྱུང་ན་ཡག་པོ་འདུག་ག་ན་དེ་ལྟ་ཡ་ཅིག་དགོས་འདུག་བསམ་གྱི་འདུག་ལ་ག་ན་ན་ཨ་དེ་འདྲས་ཡིན་ན་བགྲོ་གླེང་ཆགས་ཀྱི་ཡོད་ནའི་རེད་དེ་གི་གནད་དོན་འདི་ནང་ལོ་ལ་སུ་སུ་མཉམ་ཞུགས་བྱས་གི་ལང་ཀ་ཆགས་ས་རེད་བསམ་གྱི་འདུག་ཅེ་ན།
དེ་གར་ས། ལས་རིམ་ནམ་བྱ་དེ་ངོས་ལེན་ཞུ་གི་མེད། ད་ལྟ་འདི་ང་ཚོ་དཔལ་འབྱོར་ལས་ཁུངས་ཀྱི་ལས་དོན་དང་དེ་ནང་སྲིད་ལས་ཁུངས་ཀྱི་ལས་དོན་དང་འབྲེལ་བའི་ཐོག་ལ་རེད། དེ་ཡིན་དུས་དེའི་ཐོག་ལ་ཡང་ཚོགས་གཙོས་སྟངས་འཛིན་བྱེད་གནང་གྲུབ་པ་རེད་དེ་ལ། ད་དེའི་སྟངས་འཛིན་དེ་ལ་ངོས་བཞེས་མ་གནང་ནས་སྤྱི་འཐུས་ཚེ་བརྟན་དུ་མུ་མཐུད་ནས་བཀའ་གནང་གིན་སོང་པ་ཡིན་ན་ཨ་ནི། ཚོགས་གཙོས་ཀྱི་སྟངས་འཛིན་དེ་ག་འདྲའི་ཞིག་དེ་ག་རེད་མ་རེད་དེ་ངས་ཧ་གོ་གི་མི་འདུག། དེ་ཡིན་དུས་ཚ་ནས་ངས་དེའི་ག་ས་ལས་དོན་རྣམ་གཞག་དེ་ངོས་ཤེས་ཞུ་གི་མེད། སྤྱི་འཐུས་རྣམ་པ་ཚོ་ལ་དེ་དང་འབྲེལ་བའི་གནད་དོན་གོ་གི་འདུག་ན་ཨ་ནེ་ཚོགས་གཙོ་དང་གོ་བསྡུར་བྱས་བྱས་ནས་སྤྱི་འཐུས་ཚོ་ལ་ཡང་ལས་དོན་དེ་དང་འབྲེལ་བའི་གི་ག་རེ་གོ་གི་འདུག་བས་དེ་ག་དེ་ལྟ་གི་ཡིན་ཞེས་བཤད་ཡིན།

ལས་དོན་མཇུག་བསྒྲིལ་ཚར་བ་ཅིག་ལ་ལས་རིམ་རྣམ་བཞག་ག་རེ་ལ་བཏང་གནང་གི་ཡིན་པ་སེ་ངས་དྲིས་པར་ད་ཡིན་ནའི་སྐད་ཡ་འདི་གར་ས། སྐུ་བོད་སྤྱི་འཐུས་མཆོག་སྤྱི་འཐུས་ལྷ་རམས་པ་དགེ་བཤེས་ཨ་ཀྲུག་ཚེ་བརྟན་ལགས་ལས་རིམ་རྣམ་བཞག་སོང་གནང་དང། བ་དེ་ཚོ་ཆོག་བྱས་ཙང་ལས་རིམ་རྣམ་བཞག་དེ་ཞུས་ཚར་ན་དེ་ནས་ཧ་གོ་དགོས་རོགས། མ་ཞུས་གོང་ནས་བཏང་གི་མེད་ལ་ན་ཁྲིམས་དང་འགལ་དེ་བ་རེད་ཟེར་ཞོར་ཡིན། བྱས་ཏེ་ངས་ཤོད་ཡ་དེ་ག་རེ་རེད་ལབ་ན་ད་ལྟའི་གནས་སྟངས་འདི་ཡིག་ཆ་གཏོང་ན་དེ་ཡོད་རེད་ཁོ་ཚོ་ཁོ་ཚོ་གི་ཞིང་མགོ་བཀོད་རེད་མཁན་མགོ་བཀོད་རེད་ས་གནས་ཀྱི་ད་ལྟ་ལས་རོགས་སྟོན་ཡོང་གི་ད་ད་ལྟ་ཤོག་ཤོག་ཅུ་དུས་དེ་ཡིན་ཚད་ད་ལྟའི་དུས་ཚོད་ད་དོ་ང་ལ་ཡ་དེ་སྤྲད་དགོས་ཀྱི་འདུག་ཤོད་ཡ། ལས་རིམ་རྣམ་གཞག་ཆགས་ཀྱི་མི་འདུག་ཤོད་ཡ་ལས་རིམ་རྣམ་གཞག་དེ་ཚོགས་གཙོས་གཙོ་སྐྱོང་བྱེད་སྟངས་ལ་ཡ་ཨན་ལས་རིམ་རྣམ་གཞག་སྟོན་དགོས་རེད་མེད་ཤིང་ལས་དོན་བྱེད་ཕྱོགས་ཀྱི་ཡིག་ཆ་ཨན་དེ་བྱེད་ཡ་ལ་ལས་རིམ་རྣམ་གཞག་ཡོག་མ་རེད་དགོངས་དག་ཤོད་ཡ་ཡིན། དཔལ་ལྡན་ཚོགས་མཆོག་གྲོས་ཚོགས་ཀྱི་ལས་རིམ་འདིའི་ཐོག་ལ་ཡང་ཏན་ཏན་འདི་འདྲ་ཅིག་རེད་ཅེས་ནས་ཞུ་མ་ཤེས་ཡག་གི་ཐེ་ཚོམ་ཅིག་འཛིན་སྐྱོང་ལ་སླེབས་ཀྱི་འདུག་ཁ་སང་དཔལ་ལྡན་ཚོགས་མཆོག་གིས་གསལ་བཤད་གནང་པའི་སྐབས་ལ། རྒྱུན་ལས་ནང་ལོགས་ལས་ཡག་ཚོགས་ཆུང་བཙུགས་ཡོད་པའི་གི་ངོ་བོ་འགྲོ་གཅིག་གསུང་གནང་སོང། རྒྱུན་ལས་ནང་ལ་ཚོགས་ཆུང་བཙུགས་ཡོད་པ་ཡིན་ན། ཨ་ནི་ད་རིང་གྲོས་ཚོགས་འདི་ནང་གླེང་ཆོག་གི་ཡོད་རེད་ཡོད་མ་རེད། དེའི་གནད་དོན་གཅིག་ཆགས་ཡོང་གི་འདུག་གྲོས་ཚོགས་ཉི་མ་དང་པོ་ནས་གནད་དོན་འདིའི་སྐོར་ལ་གླེང་བ་རེད། པ་འདི་ཚོགས་གཙོའི། བཀའ་གནང་མ་གསུངས། དྲི་བ་ནི། བསམ་ཚུལ་གསུང་བཞག་པ་འདི་ག་འདི་ལ་བཀའ་ཤག་གིས་ལན་འདེབས་མ་བྱེད་རང་བྱེད་རེད། དེ་ལས་དམིགས་བསལ་གྱི་ལམ་སྟོན་ཕེབས་མེད་པས་སོང་ཙང་གྲོས་ཚོགས་ནང་ལོགས་ལ་ཡང་དྲི་བ་སླེབས་པ་འདི་ལ་ལན་འདེབས་ཞུས་པ་ཡིན། ད་ད་ལྟའི་གནས་ཚུལ་ད་ག་རང། ཐེངས་མ་མང་པོ་འདི་ན་སླེབས་ཚར་བ་རེད་ཉི་མ་གསུམ་ནང་ལ། ཉི་མ་གསུམ་ག་ནང་ལ་གནས་ཚུལ་འདི་སླེབས་ཡོང་དགོས་རེད། ད་སོ་སོ་སོའི་གི་འགྲེལ་བཤད་བྱ་བའི་ད་ཏན་ཏན་ཡོད་ཀྱི་རེད། བཀའ་ཤག་ལས་འགྲེལ་བཤད་བྱ་བའི་ཡོད། འགྲེལ་བཤད་བྱ་བའི་མེད་པ་རྩ་བ་ཉིད་ནས་མེད། ད་ཡང་འདི་ནང་གཅིག་གསུངས་ཚར་དུས་ཚང་པ་ལ་ལན་ཞིག་མ་བྱ་བ་ཡིན་ན་ནི་མང་ཚོགས་ནང་ལོག་ལ་གོ་བརྡ་ཁ་ཁ་ཅིག་ཕྱིན་པ་ཡིན་ན་ནི་ཏག་ཏག་བསྡད་ཀྱི་མི་འདུག་ད་འདི་ལན་འདི་བརྒྱབ་ཆོག་བ་གྱིས། ད་འདི་གོང་དུ་ཞུས་པ་ནང་བཞིན་བྱས་ནི། བྱེས་འབྱུང་གི་ངོས་ནས། ཁྲིམས་སྒྲིག་ལུང་དྲངས་ནས་ཚོགས་རུང་ལས་ཁུངས་ལ་ཕུལ་གྱི་ཡིན། ལས་རིམ་ནང་ལ་བཞག་མ་བཞག་དེ། དཔལ་ལྡན་ཚོགས་གཙོ་རྣམ་པ་གཉིས་ཀྱིས་གཟིགས་ཡ་རེད། འདི་ཕུལ་ཆོག་པ་ཤེར་ཕྱིན་ཞུ་ཡ་ཡིན། དེ་ནས་དཔལ་ལྡན་ཚོགས་གཙོ་རྣམ་པ་གཉིས་ཀྱིས་ཐུགས་ཐག་གཅོད་གི་ཡོད་ནའི་རེད། ལས་རིམ་ཚོགས་ཆུང་གིས་ཐུགས་ཐག་གཅོད་གི་ཡོད་ནའི་རེད། ག་རེ་དག་ཐུགས་ཐག་གཅོད་གི་ཡོད་པ་ཡིན་ནའི་ཁྲིམས་དང་སྒྲིག་གཞི་གི་དགོངས་དོན་གང་ཐུགས་ཐག་གཅོད་པ་དེ་ལ་ང་ཚོ་ལགས་སོ་ཞུ་ཡ་རེད་མ་གཏོགས་ཅི་གི། དེ་ལས་ལྡོག་པའི་ཞུ་ཡ་ཁ་ཡ་མེད། ཡིན་ནའི་ལས་དོན་ག་རེ་བྱས་པ་ཡིན་ནའི་ཁྲིམས་དང་སྒྲིག་གཞིའི་དགོངས་དོན་འགྲོ་དགོས་ཀྱི་ཡོད་དུས། གལ་སྲིད་ཚོགས་ཆུང་གཅིག་བཙུགས་ཚར་ཡོད་པ་ཡིན་ན་གྲོས་ཚོགས་ནང་ལོགས་ལ་ཡར་གླེང་སློང་བྱེད་ཆོག་གི་ཡོད་རེད་ཡོད་མ་རེད་དེའི་གི་ས་མཚམས་དེ་མེད་པ་ཡིན་ན། ཨ་ནི་འཛིན་སྐྱོང་ངོས་ནས་ད་ཚོགས་ཆུང་བཙུགས་མེད་པ་ཅིག་ལ་ཡར་ངོས་འཛིན་བྱེད་དགོས་ཡ་གནས་སྟངས་འདྲ་བོ་ཅིག་ཡང་ལྟ་དགོས་ཡ་ཅེས་ཆགས་མི་སྲིད་པ་རེད་མི་འདུག་ཕྱིས་ནས་འདི་ཅིག་ཞུས་པའི་ཐོག་ནས་ད་ལྟ་བར་བརྒལ་བཀའ་འཁྲོལ་མ་གནང་ཡ་དང་འབྲེལ་བའི་ཐོག་ནས། ལོང། ད་ངས་འདི་ཡང་བྱ་ཡང་བྱ་བཞུགས་ཡོད་ཀུ་རེ་བཅོལ་དུས་ད་རིང་ཕེབས་པ་རེད་ཉི་མ་གཉིས་ནང་ལན་བརྒྱབ་པ་ཡིན། གྲོས་ཚོགས་ཀྱི་ལས་རིམ་ཆ་ཚང་གཅིག་གསན་ཡོད་མེད་མི་ཤེས་གསན་དགོས་ཡ་དེ་ཚོ་ནི་གསན་བཞག་ད་ལྟ་དྲི་བ་གཏང་ཡ་ལས་ཡ་ལམ་ཞོར་ཕེབས་པའི་སྐབས་ལས་གསན་བཞག་དེ་ཡིན་དུས། ད་གྲོས་ཚོགས་ལ་གསལ་པོ་ག་རེ་ཞུ་དགོས་ཟེར་ན། ཐོག་མ་ཉིས་སྟོང་བཅུ་གཉིས་རྩ་གསུམ་རྩ་བཞི་ལས་ཡ། ལུགས་བསམ་གྱིས་ས་ཆ་བཀའ་འཁྲོལ་ཞུ་བའི་སྐབས་ལ་ཨེ་ཀ་བརྒྱ་དང་གྱ་བཞི་གྱ་བཞི་བཀའ་འཁྲོལ་ཞུས་ཡོད། ལུགས་བསམ། གཅིག་པོ་ལ་བརྒྱ་དང་གྱ་བཞི་གྱ་བཞི་བཀའ་འཁྲོལ་ཞུས་ཡོད། འདིའི་བཀའ་འཁྲོལ་ཐོན་ཟིན་པ་རེད། ཉིས་སྟོང་རྩ་གསུམ་རྩ་བཞི་ལ། ཡིན་ནས་ལས་ཀ་འདི། ཉིས་སྟོང་ནི་རྩ་བཞི་ཀྱི་སྤྱི་ཟླ་གསུམ་པའི་ཀྱི་ཚེས་སུམ་ཅུ་སོ་གཅིག་ནང་ལོ་ལ་ཨེ་ཀ་བདུན་ཅུ་དོན་ལྔ་ཅིག་མ་གཏོགས་བྱེད་ཀྱི་ཚ་ཡོད་མ་རེད་ཨེ་ཀ་བདུན་ཅུ་དོན་དགུ་ཅིག་ལྷག་བསྡད་ཡོད་རེད་ཁྱོད་བསྡོམས་པས་ད་ད་ལྟ་འདི་བརྒྱ་དང་ལྔ་བཅུ་ང་བཞི་ཆགས་ཡས་འདི་གར་ཕྱིན་ཆགས་པ་རེད་ཟེར་ན་ཐོག་མེད་ཀྱི་བརྒྱ་དང་གྱ་བཅུ་གྱ་གསུམ་ཡོད་པ་དེ་ནས་སྤྱི་ཟླ་གསུམ་པའི་ཀྱི་ཟླ་མཇུག་བར་དུ་འདི་ལོས་ཀྱི་སྤྱི་ཟླ་གསུམ་པའི་ཀྱི་ཟླ་མཇུག་བར་དུ་ཨ་ནི་གན་ཡིག་ས་ཡིག་བརྒྱབ་ཚར་བ་དང་ཨ་ནི་ས་ཡིག་མ་བརྒྱབ་པར་ལྷག་བསྡད་དེ་ཚོའི་ནང་ལོ་ནས་ཡང་ཨེ་ཀ་ཉི་ཤུ་རྩ་དགུ་ཅིག་མ་འཐེན་བྱས་ད་ཨེ་ཀ་བརྒྱ་དང་ལྔ་བཅུ་ལྔ་བཞི་ཆགས་པ་རེད། ཨེ་ཀ་བརྒྱ་དང་ལྔ་བཅུ་ལྔ་བཞི་ནང་ལོགས་ནས་ན་ནིང་ཆ་ཚང་བཀའ་འཁྲོལ་ཡོད་རེད་དེ། གན་ཡིག་ས་ཡིག་བརྒྱབ་ནས་དངུལ་སྤྲད་བྱས་པ་དེ་ཨེ་ཀ་བདུན་ཅུ་དོན་ལྔ་མ་དེ་ཡོག་མ་རེད། བདུན་ཅུ་དོན་དགུ་དེ་དངུལ་སྤྲད་རྒྱུ་ལྷག་དེ་ཡོད་རེད་དེ་ཡིན་པས་སོང་ཙང། བོད་མིའི་སྒྲིག་འཛུགས་ཀྱི་གཞུང་དངུལ་བསྡུ་སྒོས་ད་ལོ་ཧོར་དངུལ་ཆུ་དངུལ་རྩིས་སྟངས་འཛིན་གྱི་སྒྲིག་གཞི་དོན་ཚན་བདུན་པའི་ནང་གསེས་བརྒྱད་པ་དགོངས་དོན། ཨ་ནི་ཕྱི་དྲོ་རྒྱུན་ལས་ལ་བཀའ་འཁྲོལ་ཞུ་དགོས་ཏེ་ཞུས་པ་རེད། སྤྱི་ཟླ་བརྒྱད་པ་གང་ཚང་གཅིག་ཕྱི་དྲོ་རྒྱུན་ལས་ཚོགས་ཐུག་ཡོད་མེད་མི་ཤེས། རྟོག་ཞིབ་བྱས་ཡག་དུས་ཚོད་དེ་འདྲའི་གལ་བྱུང་མ་སོང། ཡིན་ནས་ཚོགས་ཐུག་ཡོད་བས་ཀྱི་གནས་སྟངས་བཅས་གོ་མ་སོང། སྤྱི་ཟླ་བདུན་པའི་ནང་ལོགས་ལ་བཀའ་འཁྲོལ་ཞུས་ཡག་གི་ཡིག་ཆ་དེ་བཏང་བ་རེད། ད་ད་འདའི། ཕ་ཚུགས། ཚུགས་དྲི་བ་གནང་བ། ཕ་ལན་ཕུལ་བ། ཡང་བསྐྱར་ཚུགས་དྲི་བ་བཏང་ནི། ཕ་ལན་ཕུལ་ཡ་དེ་དགུ་བའི་གསུམ་ལ་ཕུལ་བ་རེད། དགུ་བའི་གསུམ་གྱི་ཕུལ་ཡ་དེ་ནང་ལོག་ལ་དོན་དག་གཉིས་ཡོད་རེད། དེའི་ངན་གྱི་དོན་དག་གསུམ་བཞི་ག་རེ་ཡོད་པ་ཡིན་ནའི་དེའི་ནང་ལོག་ནས་གཉིས་ཆགས་ཆེ་མང་སླེབས་པ་རེད། གཅིག་དེ་ད་ལྟ་ཀུ་རེ་སྤྱི་འཐུས་ཀྱི་གསུང་ཡ་དེ་རེད། སྤྱི་འཐུས་རྒྱུན་ལས་ཀྱིས་གཟིགས་ཞིབ་གནང་བའི་སྐབས་ལ། ད་ད་ནྡ་བལ་ཀུ་བི་ལི་ཡ་ཁྱོད་འདོམས་པས་གི་ཨ་ནི་ཨེ་ག་གྱ་ཏི་གྱ་གྱ་ཅི་འདུག་འདུག་བྱི་ནི་སུ་ངན་བཟོ་ལུགས་སམ་དང། འདི་གི་ལར་སོ་འདི་གི་ལར་སོ་གི་ཁྱབ་ཁོངས་ཅོ་སྐུར་འདི་གའི་སུམ་ག་ཙི་ནི་ཆགས་གི་ཡོད་རེད་ལུགས་སམ་ཅི་ཁུལ་ཆགས་གི་ཡོད་མ་རེད། དེའི་སྒང་ལ་འཛིན་སྐྱོང་བཀའ་ཤག་གི་ནང་སྲིད་ལས་ཁུངས་ཀྱི། ཨེ་ཀ་གཅིག་ལ་མི་དྲུག་སྡོད་ཁང་གི་སྒོ་ཕྱེ་བྱ་བཞག་བྱབ་སྟངས་དེ་ས་ཆ་ཆེ་ཆུང་དེ་དེ་འདྲའི་ཅིག་ཞུས་ཡོད་རེད། དེ་ཐོག་མའི་གི་ཆ་གཞི་རྫུ་ཨོ་རི་ས་གི་ཆ་གཞི་རྫུ་བཟོས་པའི་སྐབས་ལས་རྣམ་པ་རྫུ་བཟི་ཡོད་པ་ཡིན་ན། མི་སུ་སུ་སུ་དོ་བདག་ལ་གང་རག་གི་ཡོད་པའི་གི་ས་ཆ་དེའི་གི་བརྒྱ་ཆ་ལྔ་བཅུ་ཅིག་ལམ་འགག་བརྒྱབ་ཡ་དང། ཨེ་ནི་སྤྱི་པའི་གི་ས་ཆ་བེད་སྤྱོད་བཏང་ཡ་ལ་ཡ་ངེས་པར་དུ་བཞག་དགོས་གི་ཡོད་རེད། དེ་ཡིན་པས་སོང་ཙང། ལུགས་བསམ་གཅིག་པུ་ལ་ཆ་བཞག་པ་ཡིན་ན། ང་ཚོ་ད་ལྟ་མི་མང་ལ་ཡང་གདམ་ཁ་ཞུ་བའི་སྐབས་ལ་འབད་ལོ་སྐུ་པའི་ཟིན་གཅིག་རང་བཞག་ཡོག་མ་རེད། ཐོག་མར་མི་མང་ལ་གདམ་ཁ་ཞུ་དུས་ཚང་མ་ཁྱེད་རང་ཚོ་ལུགས་བསམ་ལ་ཕེབས་མཁན་ཡིན་པས། སྡེ་དགེ་སླར་གསོ་ལ་ཕེབས་མཁན་ཡིན་པས། ཅོག་གུར་ལ་ཕེབས་མཁན་ཡིན་པས་བཞིན་ཐོ་བརྒྱབ་ནི་ད་ལུགས་བསམ་ལ་ཕེབས་མཁན་དེ་ག་ཟིག་ཡོད། སྡེ་དགེ་སླར་གསོ་ལ་ཕེབས་མཁན་དེ་ག་ཟིག་ཡོད། ཅོག་གུར་ལ་ཕེབས་མཁན་དེ་ག་ཟིག་ཡོད་བཞིན་གསུངས་ཡག་རེད། དེ་ཡིན་དུས། ཁྱེད་སར་ངས་གསལ་བཤད་ཞུ་ཡ་དེ་ལ། སྦལ་ཀུ་བི་གཅིག་པོ་མ་རེད། སྦལ་ཀུ་བི་ལི་ཡ་ཅོ་གུར་ལ་ས་ཆ་ཏེས་ཅི་ཡག་པོ་ཡོད་རེད་ད་ཏེས་ཅི་རྒྱང་ཐག་རིང་ང་རེད་མ་ཏོ་བྱེད་གི་ད་ལྟ་ང་ཚོ་པོ་ཤུ་ཆི་ཡ་དེ་ཡང་ཨ་ནི་གར་སོ་རེད་ད་ཕན་ནས་མི་ཚང་ཁ་ཅིག་འགྲོ་གི་ཡོད་པས་སོང་ཙང་ཨ་ནི་དེའི་ཁུལ་དེ་ལ་ས་ཆ་ཏེས་འཕར་མ་ཅིག་ཉོ་ཐུབ་པ་ཡིན་ན་ད་ལྟ་པོ་ཤུ་ཆི་ཡ་གི་གར་སོ་ད་ཤུགས་ལན་ཆི་ཡ་གི། མ་ནེ་མཛོད་དགེ་ཆུང་ཆུང་འདྲ་ཆགས་ཀྱི་ཡོད་འདུག་མ་འོངས་པ་སྤྲོད་མིག་ལས་ཡང་བཞག་དགོས་ཀྱི་འདུག་དེས་ན་ཤེས་བྱས་ནི། མོ་མགོ་སྤྲོད་ལས། ས་ཆ་གཞན་པ་གཅིག་ད་ལྟ་འགྲོ་གི་ཡིན་ཟེར་མཁན་དེ་ཚོ་ལ་ཕན་པའི་གི་ས་ཆ་གཅིག་ཨན་དེའི་ཕ་ཕྱོགས་དེ་ལ་ས་ཆ་གཅིག་འཕར་མ་གཅིག། ལན་ཆེ་ཡང་མ་འོངས་པ་མོ་མགོ་སྤྲོད་འགྲོ་གི་ཡིན་གསུང་མཁན་དེ་འདྲ་ཡོད་པ་ཡིན་ན་མ་མགོ་སྤྲོད་བྱེད་དགོས་ཀྱི་ཡོད་པའི་སོང་ཙང་མགོ་སྤྲོད་བྱེད་ཡ་གཅིག་དགོས་ཀྱི་ཡོད་པའི་སོང་ཙང་ང་ཚོ་འཕར་མ་ལེན་བཞག་ཡོད། ད་ལྟ་བར་དུ་ལས་རིམ་གྲུབ་བཞག་པའི་ནང་ནོར་ནི། ལ་དྭགས་དང། ཏེ་ཛུ། ཨུར་ས། མན་པཱཏ། ཀུ་ལི་གྷ། མོང་གོལ། ཧུང་སུ། འདི་གའི་སླར་གསོ། ས་ཆ་དེ་གའི་ཚང་མ་ལོག་ལ། ང་ཚོས། ཤུགས་སྤེལ་གྱིས་ལེགས་སྐྱེས་ཀྱི་དོད་དེ་ཕུལ་ཟིན་པ་རེད། ད་ལྟ་ཉིན་བཀའ་འཁྲོལ་བཀའ་འཁྲོལ་ཟིན་པ། ན་ནིང་ལོ་རང་འགའ་ནང་ལ་ལས་དོན་བྱེད་མ་ཐུབ་པ། ད་ད་ལོའི་ལོ་ནང་ལོ་ལ་བྱེད་དགོས་ཡ་དེ་བྱེད་མ་གོ་མ་ཐུག་དེ་ཡ་རྒྱུ་མཚན་ཡོད་རེད་མ་དེ་བྱེད་ང་ཚོ་དེ་ནས་ནང་སྲིད་ལས་ཁུངས་ནས་མར་ལས་བྱེད་བཏང་པ་རེད་དུས་ཚོད་དེའི་ནང་ལོ་ལ་ཚར་ཡག་གི་ཆེད་དུ་ང་ཚོ་བཏང་པ་རེད་ཡིན་པ་ཡིན་ནས་ས་གནས་ལ་མར་ཕྱི་དུས་ཚན་པ་ས་བདག་ས་གནས་ལ་མེད་པ་དང་དེ་འདྲས་ཀྱི་དབང་གིས་ནང་སྲིད་ཀྱི་ལས་བྱེད་རྒྱུན་རིང་པོ་བསྡད་ཐུབ་ཀྱི་མེད་དུས་ལས་ཀ་བྱེད་ཡ་བསྡད་ཡག་གི་ཆེད་དུ་ཉིས་སྟོང་ཉི་ཤུ་རྩ་བཞི་གི་སྤྱི་ཟླ་གསུམ་པའི་ཚེས་གསུམ་སོ་གཅིག་ནང་ལོ་ལ་ཨེ་ཀར་བདུན་ཅུ་དོན་ལྔའི་གིས་ས་བདག་དེ་གས་ཚང་མ་ལོ་ལ། བོད་དམངས་སྤྱི་འཐུས་ལྷན་ཚོགས་ཀྱི་བཀའ་འཁྲོལ་ཐོབ་ཡོད་པ་གཞི་བཟུང་བྱས་ནས། ཨེ་ནི་ང་ཚོས་འབུམ་བཞི་བཞི་བརྩིགས་སྐོར་བྱས་ཨེ་ཀ་རེ་རེ་འབུམ་བཞི་བཞི་བརྩིགས་སྐོར་བྱས་ཨེ་ཀ་བདུན་ཅུ་དོན་ལྔ་དེ་ལ་དངུལ་ཆ་ཚང་སྤྲད་ཟིན་པ་རེད་ས་ཡིས་ཟིམ་ཚར་བ་རེད་ཚང་མ་ཟིམ་ཚར་བ་རེད། ཨེ་ཀ་བདུན་ཅུ་དོན་དགུ་ལྷག་མ་འདི་ལ་ལས་ཀ་བྱེད་བདེ་ཡག་གི་ཆེད་དུ Stamp Paper ཁྲིམས་ཤོག་སྒོར་མོ་བརྒྱ་བརྒྱ་བྱས་པ་འདི་ས་ཐག་སོ་སོ་སོས་ཀྱིས་ཉོས་ནས་ཉོས་ཡག་གི་དུས་ཚོད་འདི་ཕྱི་ཟླ་གསུམ་པའི་གི་ཚེས་ཉི་ཤུ་རྩ་བརྒྱད་ལ་ཉོས་ཡོད་རེད། ཡིན་ནས་འདི་གའི་དེ་ལས་ད་ལྟ་ཨེ་ཀ་བདུན་ཅུ་དོན་དགུ་དེ་ལ་གྲོས་ཚོགས་ཀྱི་བར་བརྒལ་བཀའ་འཁྲོལ་ཐོབ་མེད་པས་སོང་ཙང་ང་ཚོ་དངུལ་སྤྲད་རྒྱུར་ལས་ཀ་བྱེད་བསྡད་ཡག་གི་ཆེད་དུ་ས་ཡི་ཟས་བཞག་ཡོད་རེད། བྱས་ཙང་དངུལ་སྤྲད་ཚར་བའི་འགེངས་ཤོག་དང་དངུལ་སྤྲད་མ་ཚར་བའི་འགེངས་ཤོག་གཉིས་ཀ་སྤྱི་འཐུས་རྒྱུན་ལས་ལ་ཕུལ། འདི་གནས་སྟངས་ཁྱད་པར་འདུག་ཟིན་གདའ། དངུལ་སྤྲད་ཚ་སྐྱོ་དེ་གས་དེ་ལ། རྒྱང་ཤོག་ལ་ནང་སྲིད་དང་དོ་བདག་གཉིས་ཀ་གི་སངས་རྒྱས་དཔང་རྟགས་ཀྱི་ས་ཡིག་བརྒྱབ་དེའི་སྒང་ལ་ཟླ་དུས་ཚེས་གྲངས་དངུལ་ག་ཚོད་སྤྲད་ཡོད་མེད་དངུལ་འབོར་ག་ཚོད་སྤྲད་ཡོད་མེད་དེ་བརྒྱབ་ཡོད་དེ་དངུལ་སྤྲད་ཚིམ་པ་དེ་རེད། དངུལ་སྤྲད་རྒྱུ་ལྷག་མ་དེ་གས་དེ་ལ་ས་ཡིག་ཟེར་ཡོད་གང་ས་ཡང་བསྐྱར་མར་འགྲོ་བྱེད་ས་ཡིག་བྱེད་ཡ་དེ་དཀའ་ངལ་འཕྲད་ཀྱི་ཡོད་དེ་ལས་ཀ་བྱེད་དེ་ཡག་གི་ཆེད་དུ་དེ་ཟེར་ཡོད་རེད་མ་འདོད་ཕྱི་གི་དངུལ་སྤྲད་ཡ་གི་དུས་ཚོད་དང་དངུལ་འབོར་གཉིས་དེ་བརྒྱབ་ཡོད་མ་རེད་ད་ལྟ་སྟོང་པ་བཞག་ཡོད་རེད་ག་རེ་ཟེར་ན་དེ་བཀའ་འཁྲོལ་མ་ཐོབ་པ་ཚོས་དངུལ་སྤྲད་ཡ་ཡོད་མ་རེད་བ། དེའི་ལས་ཀ་བྱེད་བདེ་ཡག་གི་ཆེད་དུ་བྱས་པ་རེད་དེ་དངོས་ཡོད་གནས་ཚུལ་རྣམ་པ་ཚོ་ཞིབ་འཇུག་གནང་ནས་འགྲིག་གི་རེད་ང་ཚོ་ཚང་མ་བློ་དེ་བདེ་ཡོད་རེད་ནང་སྲིད་ལས་ཁུངས་ཡིག་ཆ་བདེ་ཡོད་རེད་དེ་ཡིན་དུས་ད་སྤྱི་འཐུས་རྒྱུན་ལས་ལ་སྲིད་སྐྱོང་ནང་སྲིད་བཀའ་བློན་ཡིན་པའི་ཆ་ནས་བཅར་དགོས་ཀྱི་ཡོད་ན་བཅར་གི་ཡིན་ཞེས་ཞུས་བ་ཡིན་མ་ཕྱིན་ནས་འགྲེལ་བཤད་ཞུས་བ་ཡིན་སྐབས་དེ་དུས་བསམ་པ་ལ་སྐད་ཆའི་གི་གདངས་ནང་ལོག་ལ་ཕལ་ཆེར་ཕལ་ཆེར་ད་ལས་གཞི་ཚང་མ་བལ་ལུགས་པ་ལ་འགྲོ་གི་ཡོད་པའི་ཟོལ་ར་སྤྱི་སྟངས་སྦལ་རི་དགུ་པའི་ས་ཆ་ལ་ཁོང་ཆེ་བ་སྤྲད་པ་དེ་འགྲིག་གི་མེད་པའི་རྣམ་པ་སྤྱི་དང། གྲོས་ཚོགས་ནང་ལོགས་ལ་བཤད་བཤད་པ་དེ་ཕལ་ཆེར་མི་མང་རང་ནས་རིན་མེད་ཀི་ཡ་ཤུ་ཡ་ཡིན་པས་ཀི་འགྲེལ་བཤད་བརྒྱབ་པ་དང་ད་ལྟའི་ཆ་ལས་ཡར་ལེགས་སྐྱེས་ཕུལ་གི་ཡོད་པའི་ཀི་གནས་སྟངས་གྲོས་ཚོགས་ནང་ལ་བཤད་བཤད་པ་དང་ད་ལྟའི་བྱེད་སྟངས་གཉིས་དེ་མཐུན་གི་མེད་པའི་ཀི་གནས་སྟངས་འཛུ་རྒྱུན་ལས་ནང་གསུངས་སོང། དེ་ངས་རྩ་བ་ཉིད་ནས་ཁས་ལེན་ཞུ་གི་མེད་ད་ཞེས་ཞུས་ཡོད། ཁ་སང་གྲོས་ཚོགས་ནང་ལོགས་ལ་ང་ཚོས་ཞུ་དགོས་ཡ་དེ་ག་དེ་ཆ་ཚང་ཞུས་ཡོད་གྲོས་ཚོགས་ཕྱི་ལ་ཡ་མང་ཚོགས་ལ་ཞུ་དགོས་ཡ་ཚོས་ཞུས་ཡོད་གསལ་བསྒྲགས་བཏང་དགོས་ཡ་ཚང་མ་བཏང་ཕྱི་གསལ་ནང་གསལ་བྱེད་འགྲོ་དེ་ཡོད་རེད་མ་གཏོགས་བྱེད་ཀྱི་འབད་ལོ་ཀུ་པི་ལི་ཡ་ཨེ་ཀ་རེ་རེ་རེ་རེ་ལ་འབུམ་བཞི་བཞག་དགོས་ཡ་དེ་ས་ཆའི་གི་ཆ་བབ་དང་གནས་སྟངས་མང་པོ་ཅིག་གི་འོག་ནས་དེ་བཞག་པ་རེད་དེ་ནང་བཞིན་བྱེད་ནས་གཉིས་པ་དེ་མོང་གོ་ཀྲོ་ལ་བཞག་པ་རེད་མོང་གོ་ཀྲོ་ཨེ་ཀ་རེ་རེ་འབུམ་གཉིས་གཉིས་འབྲེལ་ཡ་ཞུ་གི་རང་བྱེད་ཡ་བྱས་པ་རེད། ཀུ་ལེ་ཀ་དང་ཧུན་སུར་དང། ད་འདི་གི་སླར་གསོ་ཁ་ཚ་ཞུས་ཚར་བ་ཡིན། དགུན་གྲྭ་སུམ་ཅུ་སོ་གཉིས་མ་དོ་མེད་པའི་སོང་ཙང། ད་ལྟ་བཀུར་འོས་སྤྱི་འཐུས་མཆོག་གིས་ཀ་ན་ཀྲ་ཀ་ནས་ཕེབས་ཀྱི་ཡོད་རེད། ཚིག་དེ་བེད་སྤྱོད་བཏང་ན་སུ་ད་ང་ཚོས་དགུན་གྲྭ་ཟེར་ནས་ཞུས་བསྡད་པ་ཡིན། བཀུར་འོས་སྤྱི་འཐུས་མཆོག་དགའ་འབྲུ་ཅིག་གསུངས་བསྡད་འདུག་དགའ་འབྲུ་ཟེར་ཡ་འདི་ཀ་ན་ཀྲ་ཀ་སྐད་ནང་ལ་ཚོར་བ་ཞོ་ཅིག་རེད་དེ། ད་མཆན་གྱི་མེད་ན་ནི་གནས་ཚུལ་ཁ་ཁར་བ། དེ་མ་གཏོགས་གཅིག་གིས་ཨེ་ཀ་གཅིག་ལ་དགུན་སྒྲ་བཞི་བཞི་ཐམ་པ་ཡོད་རེད། བཞི་ཆ་གསར་པ་ལ་དགུན་སྒྲ་གསུམ་སོ་གཉིས་མ་གཏོགས་ཡོད་མ་རེད་དགུན་སྒྲ་བརྒྱད་དེ། སོ་སོའི་གི་སྡོད་ཁང་གི་ཁྲི་ལ་ཡང་སྒོ་བཞི་བརྒྱ་ཡོད་པའི་སོང་ཙང། ཨ་ནི་ཁོང་དེ་འབུམ་གསུམ་དང་ཁྲི་དྲུག། དུ་བྱེད་པ་རེད་ཀུ་ལི་དགའ། ཧུན་སུ་དེ་གའི་དེ་ལ་འབུམ་གཅིག་དང་ཕྱེད་ཀ་རེད། མེན་པར་དང་ཨོ་རི་ས་ལ་ཨེ་ཀ་གཅིག་ལ་འབུམ་གཅིག་ས་ཆའི་གནས་བབ་ཀྱི་ཐོག་ནས་ནང་སྲིད་ནས་ཆམ་ཕུ་ཆེའི་བཀའ་ཤག་གི་གཏན་འབེབས་བྱས་བཞག་པའི་གི་དངུལ་འབོར་རེ་བཀའ་ཁྲོལ་ཞུས་པའི་སྐབས་ལས་ད་ག་རང་ཞུས་བྱས་འགྲོ་བསྡད་ཡོད་མ་ད་ཅིག་གི་ཨ་ནི་ནང་སྲིད་ལས་ཁུངས་ཀྱིས་ག་འཇུག་མ་འཇུག་ཐག་བཅད་བྱས་དངུལ་སྤྲད་བཞག་པ་དེ་འདྲའི་རྩ་བ་དེ་ནི་མེད་དཔེར་ན་ས་ཐག་གཅིག་ལ་ཨེ་ཀ་ལྔ་ཡོད་པ་ཡིན་ན་དེའི་ཚོད་ཀྱི་དངུལ་བབ་དེ་རག་འགྲོ་གི་རོ། ས་ཐག་གཅིག་ལ་ཨེ་ཀ་གཅིག་མ་ད་མེད་ན་དེའི་ཚོད་ཀྱི་དངུལ་བབ་དེ་རག་འགྲོ་གི་རེད་དེ་ང་ཚོ་ཕུལ་གི་ཡོད་རེད་དེ་ཕུལ་བཞག་པ་མ་ད་ཅིག་གི། གཞི་མ་མེད། ད་ཡིག་ཆ་འདི་ལ་ཡག་པོ་གཟིགས་རོ་ཆིག་འགྲོ་སོང་དངོས་དང་བཀའ་འཁྲོལ་བརྗོད་ཤུལ་རེད་མ་རེད། ཡིག་ཆ་ནི་ཕུལ་བཞག་ཡོད། ཤུལ་དུས་རྒྱུན་ལས་ཀྱི་ད་སྡེ་ཚན་དེའི་མཚན་དེ་ངས་དམོད་མོ་ག་བྱེད། པ་ནས་ཚོགས་གཙོ་ངོས་ནས་གསུངས་སོང་བསམ་སོང་སྡེ་ཚན་སུས་ཀྱི་ཞིབ་འཇུག་གནང་བའི་རྗེས་ལས་ཞིབ་འཇུག་ཚན་ལྡན་གྱིས་གནང་བ་ཡིན་ན། ཨ་ནི་སྤྱི་འཐུས་རྒྱུན་ལས་ཀྱི་ཐག་གཅོད་གནང་ཡ་ལས་ཐུ་ཝན་སུ་ཡ་བྱོས་འགུར་བ། ཞིབ་འཇུག་ཚད་ལྡན་མ་གནང་བའི་རྒྱུ་མཚན་ལ་བརྟེན་ནས་ཨ་རིའི་འགྲོ་སོང་དངོས་དང་བཀའ་གྲོས་རྗེས་ཤུལ་རེད་ཤག་ཅེས་ཐག་གཅོད་བྱས། ཨ་རིའི་ལྷན་ཁང་ནས་ཡང་དངུལ་དེ་ཚོ་བཏང་ཚར་ཡིན་མེད་ག་འདྲས་བྱེད་མིན་བྱེད་འདུག་བྱས་ནས་བཀའ་བསྩལ་ཁོ་རང་མ་གནང་བ་བྱས་ནས་ཐག་གཅོད་གནང་ནས་འགྲོ་ཡོང་དུས་དཀའ་ངལ་འདི་འདི་རེད། གྷལ་གསར་དཔལ་ལྡན་ཚོགས་གཙོ་མཆོག་གིས་གསུངས་པ་རེད། སྤྱི་ཟླ་དགུ་པའི་ཚེས་གསུམ་དུ་ཡང་གྲོས་ཚོགས་ནང་ལ་འཁྱེར་ཡོང་ཡ་ཆ་ཞིག་ཡོད་པ་ཡིན་ན་སྤྱི་ཟླ་དགུ་པའི་ཚེས་གསུམ་ལ་གར་བྱས་ནས་འཁྱེར་ཡོང་པ། དྲི་བ་དེ་སྤྱི་འཐུས་རྒྱུན་ལས་ནས་སླེབས་པ་སོང་ཙང་སྤྱི་འཐུས་རྒྱུན་ལས་ལ་འགན་མ་འཁྱེར་པ་ཡིན་ན་སྤྱི་འཐུས་རྒྱུན་ལས་ལ་ལན་མ་བརྒྱང་དགོས་ན་ཆང་ཚེ་གྲོས་ཚོགས་ལ་གར་ཕྱིན་ནས་འཁྱེར་ཡོང་པ་ཟེར་ཡང་དེ་གསུང་མདོག་ཁ་བོ་རེད་བ། དེ་ཡིན་དུས་བསམ་པ་ང་ཚོས་གི་འགྲོ་ལུགས་འགྲོ་སྟངས་བྱས་ནས་སྤྱི་འཐུས་རྒྱུན་ལས་ཀྱི་དྲི་བ་བཏང་ཡོད་པས་སོང་ཙང་དེ་གི་འཐུས་པ་ཡིན་ན་སྤྱི་འཐུས་རྒྱུན་ལས་ཀྱི་བཀའ་གྲོས་ཐོབ་གི་རེད་ག་ཚེ་སྤྱི་ཟླ་གསུམ་པའི་དགུ་པའི་གི་ཚེས་གསུམ་ནས་ཕྱིན་ནས་བཅུ་གཅིག་བར་དུ་གྲོས་ཚོགས་མ་ཚོགས་བར་དུ་གཅིག་གི་རྒྱུན་ལས་ཚོགས་ཡག་གི་དུས་ཚོད་ཡོད་རེད་བ། དེ་ཡིན་དུས་བསམ་པ་ལ་ང་ཚོས་ཕུལ་བ་རེད་ད། ད་ལྟ་རྒྱུན་ལས་ནས་བཀའ་འཁྲོལ་ཐོབ་ཡོད་མེད་ཀྱི་གནས་སྟངས་དེ་ང་ཚོས་ཤེས་ཀྱི་ཡོད་མ་རེད། ཚོགས་ཆུང་བཙུགས་ཡོད་མེད་ཀྱི་འཛིན་སྐྱོང་གིས་ཤེས་ཀྱི་ཡོད་མ་རེད། གང་ཡང་ཤེས་ཀྱི་མེད་དུས་བསམ་པ་ལ་ད་འཛིན་སྐྱོང་ངོས་ནས་སྔོན་རྩིས་སྟངས་འཛིན་གྱི་སྒྲིག་གཞི་དོན་ཚན་བདུན་པའི་གི་ནང་གསེས་ཀྱི་རྗེས་སྤེལ་གྱི་འོག་ལ་གྲོས་ཚོགས་མ་ཚོགས་པའི་སྐབས་ལ་ཡིན་ན་རྒྱུན་ལས་ནས་བཀའ་འཁྲོལ་ཞུ་དགོས་རེད། དེ་ག་རེ་སྟོན་གྱི་ཡོད་རེད་ཟེར་ན་གྲོས་ཚོགས་ཚོགས་ཀྱི་ཡོད་ན་གྲོས་ཚོགས་ནས་བཀའ་འཁྲོལ་ཞུ་དགོས་ཀྱི་ཡོད་དེ་སྟོན་གྱི་ཡོད་རེད། རྒྱུན་ལས་ནས་བཀའ་འཁྲོལ་མ་གནང་པ་ཡིན་ན། གྲོས་ཚོགས་ནས་བཀའ་འཁྲོལ་ཞུ་དགོས་ཡས་ཡིན་པ་དེ་སྟོན་གི་ཡོད་རེད་ད་འདི་གྲོས་ཚོགས་རང་ནས་བཀའ་འཁྲོལ་མ་གནང་པ་ཡིན་ན་འདའ་ཁང་རེད་ད་འདི་ཐ་མ་རེད། ད་འདི་འདུ་བྱེད་ནས་མང་ཚོགས་ཆུང་བཙུགས་ཚུ་ཟླ་བ་གཉིས་གསུམ་ཟླ་བ་གཉིས་ལྷག་ཞིག་འགྲོ་གི་ཡོད་རེད་ད་འདོད་ཚོགས་ཆུང་བཙུགས་ད་འདི་བཀའ་འཁྲོལ་སྤྲད་ཡ་ལ་དགའ་པ་ཡིན་ན་ངས་ཁ་སང་ཞུས་པ་ཡིན། འཛིན་སྐྱོང་དངོས་ནས་ལས་དོན་འདི་ལ་ཡ་ཚ་ཚ་འུར་འུར་དཀའ་ལས་མང་ཐག་ཆོད་དུས་ཚོད་མང་ཐག་ཆོད་བཏང་བྱས་བྱ་བ་ཡིན། ལས་གཞི་འདི་དགའ་བ་ཡིན་ན་འདྲ་འདུག་ལས་གཞི་འདི་བཀའ་འཁྲོལ་མ་ཁྲིད་ནས་བཀའ་འཁྲོལ་མ་མ་བྱུང་ནས་དུས་འཆང་ཕྱིན་པ་ཡིན་ནས་འདྲ་འདུག་དུས་ཚོད་ད་ལྟ་ལ་བཀའ་འཁྲོལ་མ་བྱུང་དུས་ཚོད་འཆང་བ་འདི་འཛིན་སྐྱོང་གི་འགན་ཁྱི་ཐུག་མ་རྟགས་ང་ཚོ་མང་ཚོགས་ལ་གསལ་བཤད་བྱེད་དགོས་ཡ་འདི་གྲོས་ཚོགས་ནས་ཐག་གཅོད་གར་བྱུང་བ་གཞི་བཟུང་བྱེད་ནི་ང་ཚོ་མང་ཚོགས་ལ་འགྲེལ་བཤད་རྒྱ་རྒྱབ་དགོས་རྒྱབ་དགོས་བྱེད་ཀྱི་རེད་མ་གཏོགས་གཅིག་ལར་ནས་འགྲོ་སོང་འདི་མ་བཏང་པ་ཡིན་ན་བརྒྱ་ཆ་སུམ་ཅུ་ཕོག་གི་རེད་ཟེར་ཡ་འདི་ང་ཚོས་ཀྱི་འགྲོ་སོང་འདི་གའི་འདི་ད་འགའི་ཀུ་རེ་གཅིག་སྡུད་ཅིག་བཀའ་བསྩལ་གནང་སོང་བ་བཀའ་འདྲི་གནང་སོང་བ། ལོ་གཅིག་ནང་ལོགས་ལ་རིག་དངུལ་ཟུར་འཇོག་བྱས་བཞག་པ་དེ་ག་ཚོད་ག་ཚོད་ཞིག་བཏང་དགོས་ཀྱི་ཡོད་རེད་ཟེར་དེ་ལ་རྩིས་བསྐོར་བྱས་ང་ཚོ་དེ་ནང་ལོགས་ལ་ལས་གཞི་འདི་གས་བཙུགས་དགོས་དེ་ཤེས་རིག་ལ་བྱས་ཆོག་གི་ཡོད་རེད་ནང་སྲིད་ལས་བྱས་ཆོག་གི་རེད་ག་བ་ཡིན་རེད་བྱས་ཆོག་གི་ཡོད་རེད་ཤེས་རིག་དང་ནང་སྲིད་ལས་ད་ལྟ་ལས་གཞི་མང་ཐག་ཆོད་འགྲོ་བསྡད་ཡོད་རྣམ་པ་ཚོ་གཟིགས་དང་ལས་གཞི་གི་གྲངས་ཀ་ཁོ་རང་གཟིགས་དང་དབྱེ་མ་དང་མ་འདྲ་བ་འགྲོ་བསྡད་ཡོད་རེད་ཚང་མ་གཅིག་ལ་སྤྲད་པ་ཡིན་ན་ཡང་ལས་ཀ་ཚགས་མ་ཚགས་ཀྱི་གནས་སྟངས་འགས་ཡོད་རེད་ད་ལྟ་བཀའ་ཤག་གིས་སྔོན་རྩིས་མ་དངུལ་ནས། འཛུགས་སྐྲུན་ལ་བཏང་ན་མ་གཏོགས་ཅིག་གཞན་པ་བཏང་ས་གི་ལང་ཀ་ཡོད་མ་རེད། ད་དེ་ཐེངས་མ་མང་པོ་ཞུས་ཚར་བ་ཡིན། རོགས་ཚོགས་ཁག་ནས་འཛུགས་སྐྲུན་ལ་དངུལ་སྤྲད་མཁན་མི་འདུག་ཡིན་ནའི་བཀའ་ཤག་གི་ཐབས་ཤེས་ཟེར་ཡ་དང། ལོ་རང་འགར་ནང་ལོགས་ལ་དཔྱ་ཁྲལ་དང་དེ་ཚོ་ཐོག་ནས་ཡོང་གི་ཡོད་པ་དང་དངུལ་ཁང་སྤྱི་བབ་ནས་ཡོང་གི་ཡོད་པ་དང་གཞན་ཙག་ཙིག་ནས་ཡོང་གི་ཡོད་པ་དེ་ང་ཚོ་རང་དབང་ཡོད་རེད། དེ་ཡིན་དུས་བསམ་པ་འདིའི་ཐོག་ནས་ག་ཚོད་ཐུ་ཐུ་ཅིག་བསགས་ཆེད་ཨ་ནི་དངོས་འཛིན་མ་དངུལ་གང་ལ་ཡག། སྣེམས་འདེགས་ཀྱི་ཡོད་རེད། ཀུ་རེ་སྤྱི་འཐུས་ཆོལ་ཁའི་ས་གྲོས་ཚོགས་ལ་ཡོག་མ་རེད། ངས་དེ་འབའ་ཞིག་འབའ་ཞིག་ག་རེ་ཞུས་ཡིན་ཟེར་ན་ཀུ་རེ་སྤྱི་འཐུས་ཞེས་འབའ་ཞིག་གིས་བཀའ་འདྲི་གནང་བའི་ནང་ལོགས་ན་ཨ་ནི་ག་རེ་ཟུག་རེད། ད་ངས་ད་ངས་གལ་ཆེ་དེ་བཀླགས་སོ། ད་ཡིན་ནའི་ཆེ་བ་གལ་མི་འདུག་གང་ལྟར་འཛིན་སྐྱོང་གི་ངོས་ནས་རྒྱུན་ལས་ལ་འགན་འཁུར་དགོས་ཀྱི་ཡོད་ན་འདྲ་འདུག་སྤྱི་འཐུས་ལྷན་ཚོགས་ལ་འགན་འཁུར་དགོས་ཀྱི་ཡོད་ན་འདྲ་འདུག་དངོས་ཡོད་གང་ཡིན་པ། ཡང་སྐབས་རེ་སྐབས་རེ་ལན་རྒྱབ་སྟངས་ཀྱི་ཐོག་ནས་ང་ཚོའི་ངོས་ནས་ལན་ཆ་ཚང་དང་མ་ཚང་དེ་འདྲ་ཡོང་སྲིད་ཀྱི་རེད། ང་ཚོའི་འཛིན་སྐྱོང་གི་ལས་བྱེད་ཀྱི་ངོས་ནས་རྒྱབ་ཀྱི་ཡོད་རེད། ད་འདོད་དེ་ཚོ་ལ་དོ་སྣང་བྱེད་ཆེད། ནང་སྲིད་བཀའ་བློན་རང་ཕི་གི་མཉམ་དུ་བསྡད་ནས་དཔལ་འབྱོར་བཀའ་བློན་ཡིན་པའི་ཆ་ནས་མཉམ་དུ་བསྡད་ནས་ང་ཚོས་ལན་འདི་བཟོས་པ་ཡིན། བྱས་ཙང་འདིའི་སྒང་ལ་ཡང་ད་ཐག་གཅོད་བྱེད་ཡ་ཁག་པོ་ཞུ་ཆགས་ཀྱི་ཡོད་བས་བཟོས་རོགས་གྱིས། འཛིན་སྐྱོང་ལ་ནི་གང་ཡང་བྱས་པ་ཡོད་མ་རེད། བོད་ནས་གསར་དུ་ཕེབས་མཁན་ཁང་པ་མེད་མཁན་ཚོ་ལ་རོགས་པ་བྱེད་དགོས་རེད་ཕྱི་ནས་གསུང་མཁན་གྲོས་ཚོགས་རེད་འཛིན་སྐྱོང་ངོས་ནས་མཐོང་གི་ཡོད་རེད། ད་ནང་བཞིན་ཕྱི་ནས་བོད་པའི་སྤྱི་ཚོགས་ནང་ལོགས་ལ་ཁ་ཐོར་ས་ཁང་མེད་མཁན་ཚོ་ལ་ལྟ་རྟོག་བྱ་དགོས་རེད་ཕྱི་ནས་ནས་བཀའ་གནང་གི་ཡོད་རེད། དེའི་གཞི་བཟུང་བྱས་ནས་ང་ཚོས་ལས་གཞི་འདི་སྤེལ་བ་རེད། ད་གང་ལྟར་འདིའི་རྗེས་ལ་ཡང་ད་ལྟ་ང་ཚོས་ལན་ཕུལ་བཞག་པའི་དེའི་ནང་ལོགས་ལ་ཨེ་ཀར་སུམ་ཅུ་སོ་གསུམ་ཚ་ཞིག་མེད་པ་ཡིན་ན་ལུགས་བསམ་ལ་ད་ལྟ་ལས་གཞི་འདི་རྩ་བ་ཉིད་ནས་བྱེད་ཐུབ་ཡ་མི་འདུག་ཞེས་བྱས་ཏེ་འདི་གསལ་བོ་བྱེད་ནས་ཞུ་གི་ཡོད། བྱུང་བ་ཡིན་ན་ཨེ་ཀ་བདུན་ཅུ་དོན་དགུ་འདི་ལྷག་མ་ཚང་མ་ལོག་བཀའ་འཁྲོལ་གནང་ཐུབ་པ་ཡིན་ན་ཨ་ནི་མ་འོངས་པ་ང་ཚོ་ཡང་ཞུ་ངེས་ཡོད་པ་ཡིན་ན་དེ་ཚོ་ལ་མ་སྤྲོད་ཡ་གི་སྤྲོད་མིན་ཅིག་ཆགས་ས་རེད་ཨ་ནི་མ་གནང་བ་ཡིན་ན་མ་གནང་བ་རེད་ཨ་ནི་དེ་ལ་དཔག་པའི་གི་ཨ་ནི་ང་ཚོའི་འཛིན་སྐྱོང་གི་ད་ལས་གཞི་ག་རེ་བཀག་དགོས་དགོས་དེ་ནས་བཀག་ནས་འགྲོ་ཡ་རེད་དེ་མ་ཚད་ཅིག་གི་ཨ་ནི་འཆར་གཞི་སྒྲིག་ཞབས་པ་འདི་གས་འདི། ལམ་ཁ་གྱིས་ལ་སླེབས་དུས་ཚང་མ་ལ་ད་འགྲིག་གི་མ་རེད་ཟེར་ལབ། ཡང་མེད་ན་འགོ་བཙུགས་དུས་འགྲིག་གི་མ་རེད་ཟེར་གསུང་བ་ཡིན་ན་གཅིག་རེད། ཁོ་ལས་ཀ་ཁོ་རང་འགོ་བཙུགས་ཡ་ཡོད་མ་རེད་བ། ད་ད་ལྟ་ལས་ཀ་བྱེད་ནི་འགྲོ་བྱེད་ཀྱིས་དེ་བ་སླེབས་དུས་ཚང་མ་ལ་ད་འདི་འགྲིག་གི་མི་འདུག་གཅིག་བྱས་གཉིས་བྱས་ཟེར་དེས་རྒྱུ་མཚན་སྣ་མང་གཅིག། རྒྱུ་མཚན་དང་པོ་འཛུ་དག་སོང་བསམ་ན་ཡང་རྒྱུ་མཚན་གཞན་པ་གཅིག་བཤད་ཡང་རྒྱུ་མཚན་གཉིས་པ་འདི་དག་སོང་བསམ་ན་ཡང་རྒྱུ་མཚན་གསུམ་པ་གཅིག་བཤད་བྱས། འདུག་ཕྱིས་ནས་གནང་བསྡད་ཀྱི་འདུག་དེ་གནང་སྟངས་དེའི་དགོས་པ་རྒྱུ་མཚན་ག་རེ་ཡིན་ཀུན་སློང་ག་རེ་ཡིན་དེ་ང་ཤེས་ཀྱི་མེད་དེ་དོགས་པ་བྱེད་དགོས་ཟེར་མཁན་མེད་སྤྱི་པའི་དོན་དག་རེད་མ་གཏོགས་གཅིག་གིས་སུ་གཅིག་གིས་སྒེར་གྱི་དོན་དག་མ་རེད། མི་སྒེར་གྱི་ཨམ་པ་ནང་ལོགས་ལ་དངུལ་སྐར་མ་གཅིག་འགྲོ་གི་མེད་ཕྱིས་ནས། འདི་གསལ་པོ་བྱས་ནས་ཞུས་ན་བསམ་སོང། ཨ་ནེ་དེ་བ་ལི་ཡ་གསུངས་པའི་སྐབས་ལས་ཡ། གཅིག་ད་མ་འོངས་པ་འབལ་ལོ་དགུ་པའི་གཅིག་པོ་ལ་ཡང་འབུམ་གཅིག་སྟོང་དགུ་སྟ་ཡིན་པས་ཁོ་ལས་གཞི་ག་ཚོད་ཡོད་པ་ལ་དཔག་པའི་གི་འདི་འབལ་ལོ་དགུ་པའི་གཞི་ཆགས་ལས་འགྲོ་གི་ཡོད་མ་རེད་དོ་ད་སོ་སོ་སོ་ལ་འགྲོ་གི་ཡོད་རེད་མ་གཏོགས་ཆེ་ཁང་པ་རྒྱབ་ནས་མ་གཏོགས་ཆེ་ནི་དངུལ་སྤྲད་གི་ཡོད་མ་རེད་ཁང་པ་མ་རྒྱབ་ནི་དངུལ་རག་ཡ་ཁོ་ར་ཡོད་མ་རེད་ད་ལྟ་ཚད་གཞི་བཟོས་བཞག་པ་དེ་ག་དེ་དེ་གཅིག་རེད་ནི་གཉིས་ནི་ད་ལྟ་གསུང་སྟངས་གཅིག་ལ་ཡ་གཞི་མི་རེ་རེ་རེ་རེ་ལ་འབུམ་ཉི་ཤུ་ཞིག་སྤྲད་བཞག་སོང་གཞི་མི་ག་ཚོད་ལ་འབུམ་ཉི་ཤུ་ཉི་ཤུ་སྤྲད་ཡོད་རེད་ད། དེ་ཚོ་ཁུངས་སྐྱེལ་གནང་ན་ཡག་པོ་འདུག་གྲོས་ཚོགས་དེ་ནང་ལོགས་ལ། ལ་ལུ་གུ་བེ་གི་གྲོང་སྡེ་དེ་འདྲས་གྱིས་ལ། ཁང་ཨང་དེ་འདྲས་གྱིས་ན། མི་དེ་འདྲས་གྱིས་ལ། ཨ་ནེ་འབུམ་ཉི་ཤུ་སྤྲད་བཞག་ཟེར་བྱས་ནས་གསུང་གི་ཡོད་ན། ཨ་ནེ་དིལ་པ་བེ་གིས་ང་ཚོའི་འགྲེལ་བཤད་བྱ་ཡ་ཆེ་ཡོང་གི་རེད། ཡིན་ནས་མི་རེ་རེ་ལ་འབུམ་བཞི་མི་རེ་རེ་ལ་འབུམ་ཉི་ཤུ་ཉི་ཤུ་སྤྲད་བཞག་ལ་འབུམ་ཉི་ཤུ་སུ་ལ་སྤྲད་ཡོད་རེད། གང་ལྟར་གཞི་མི་གཅིག་ལ་ཨེ་ཀ་བཞི་ཐོབ་ཐང་ཡོད་པ་ཡིན་ན། ཨེ་ཀ་ལྔ་ཐོབ་ཐང་ཡོད་པ་ཡིན་ན་ཨེ་ཀ་ལྔ་སྦྱང་ཚང་ང་ཚང་ང་ཚོ་ལ་ཤུགས་ཡོད་ན་དེར་འབུམ་ཉི་ཤུ་གྱིས་ཕུལ་ཡ་རེད་མ་གཏོགས་གཅིག་གིས་ཨེ་ཀ་རེ་རེར་འབུམ་བཞི་བཞི་བརྩིས་པས་ཀྱི་དེ་མ་གཏོགས་གཅིག་གིས་ཨེ་ཀ་གཅིག་ལ་འབུམ་ཉི་ཤུ་སྤྲད་པས་ཀྱི་ཡང་གོ་བ་འདྲ་བོ་དེ་འདྲས་ཡོང་མ་སྲིད་པ་འདྲ་བོ་དེ་འདྲས་རེད་མི་འདུག་ཨ་ནི་བེ་ལུ་ཀུ་བེ་ལི་མ་ཡ་པོ་ཀ་ཡིན་གསུང་ངེས་དེ་ཁྱིམ་ཚང་བཞི་བརྒྱ་གཉིས་རྩེ་དྲུག་ཅིག་ཡོད་རེད་ད་ངས་གྲངས་ཀ་ཏག་ཏག་ད་ལྟ་ཀུ་རེ་སྤྱི་འཐུས་འགས་བཞི་བརྒྱ་ལྷག་གསུང་ཡ་དེ་རེད་ད་ག་འདྲ་བཞི་བརྒྱ། ལྷ་ཆུ་ཡོག་རེད་འདི་གའི་ཚང་མ་ལོ་ལ་ཡང་ཨེ་ག་རེ་རེ་ན་ལོ་ལ་ཡང་མི་དྲུག་དྲུག་བླུག་པ་བྱེད་དེའི་བརྒྱ་ཆ་ལྔ་བཅུ་དེ་སྤྱི་པའི་ས་ཆ་བེད་སྤྱོད་བཏང་ཡག་ལ་བྱེད་པ་ཡིན་ན་ཨེ་ག་བརྒྱ་ལྷག་ཞིག་དགོས་ཀྱི་ཡོད་རེད་ད་ལྟ་ཨེ་ག་སུམ་བརྒྱ་སུམ་གསོ་གསུམ་ལྷག་ཞིག་དགོས་ཀྱི་ཡོད་རེད་མ་གཏོགས་གཅིག་གིས་བཟོ་ཐུབ་ཡ་ཡོད་མ་རེད་ཁང་པ་གཅིག་པོ་སྤྲད་ཆེད་ལང་ཀ་རྒྱབ་དགོས་ཀྱི་མེད་གནས་ཚུལ་ཁ་ཁ་རེད་ད་ལྟ་ལང་ཀ་རྒྱ་ཡས་དང་སྤྱི་པའི་གི་ས་ཆ་བེད་སྤྱོད་བཏང་དགོས་ཡ་འདི་གའི་ཚང་མ་ལོ་འདིའི་ནང་ལོ་ནས་བཏོན་དགོས་ཀྱི་ཡོད་རེད་མ་གཏོགས་གཅིག་གིས་ཨེ་ནི་ཁང་པ་རྒྱབ་ཆེད་ལང་ཀ་འདི་ང་ཚོ་ཟུར་ནས་ཁེངས་ཡོང་ས་དེ་འདྲ་གལ་ཡོད་མ་རེད། ད་ལྟ་བར་དུ་གྲོས་ཚོགས་ནང་ལོགས་ལ་ཞུས་བཞག་པ་དང་མང་ཚོགས་ནང་ལོགས་ལ་ཞུས་བཞག་པ། དེ་གའི་ཚང་མ་ལོགས་ལ་ཡ་མ་མཐུན་པ་དེ་འདྲ་གང་ཡང་མེད་ཞུས་ཡ་ཡིན། གང་ཡིན་པ་དེ་སྐབས་དེ་དུས་གནས་ཚུལ་ག་རེ་ཡིན་པ་དེ་ཆ་ཚང་ཤུ་གུ་ལ་བལྟས་ནས་མ་གྲོས་ཚོགས་ལ་གཉའ་ཚང་ཞུ་གི་ཡ་རེད། ཞུ་བ་དེ་ཡིན་དུས་ཚང་མ་ལ་ཡ་མ་མཐུན་པའི་དེ་འདྲས་ཀྱི་ལས་ཀ་གང་ཡང་བྱས་མེད། ད་ས་ཆ་ཉོས་ཟེར་ཡ་ཚིག་དེ་ངའི་ཁ་ནས་ཤོག་དྲུག་ཏུ་ད་ལྟ་དེའི་འགྲེལ་བཤད་བྱ་བའི་སྐབས་དེ་བ་ལ་ཡིན་པ་ཡིན་ནི། བོད་མིའི་སྒྲིག་འཛུགས་ཀྱི་ས་ཁང་སྒྲིག་གཞིའི་ནང་ལོགས་ན་སྤོ་ཤུགས་ཟེར་དེ་བཅར་བཅོས་ཕྱིན་ཟིན་པ་རེད། སྤོ་ཤུགས་ཟེར་དེ་གོ་བ་ག་འདྲ་ཞིག་ལེན་དགོས་ཀྱི་ཡོད་མེད་དེ་གི་འགྲེལ་བཤད་གསལ་བོ་ཡོད་རེད་པས་ཟེར་ན་ཡོད་མ་རེད། སྤོ་ཤུགས་མང་པོ་བྱས་ཡོད་རེད་པས་ཟེར་ན་ལྷག་པར་དུ་ལུགས་བསམ་ནང་ལོགས་བྱས་ཡོད་རེད། ཡང་བྱས་ཟིན་པ་དེ་གའི་དེ་ལ་ཐབས་མ་འགྲིག་འདི་རེད་ཤག་འདི་མ་རེད་ཤག་ཟེར་ལབ་ནས་ཞུ་བ་ཞིག་ལབ་བསྡད་པ་ལས། ཧོ་ཤུ་བྱེད་ཆོལ་ཏེ། བཀའ་ཤག་འདི་མ་ལས་སྔོན་ནས། སྒྲིག་གཞི་ནང་ལོགས་ལ་ཡང་བཅའ་བཅོས་ཟིན་པའི་གི་གནས་སྟངས་ཆེ་རེད། ད་ལྟ་པོ་ཤུ་བྱེད་ཡ་དེ་དེ་ཡང། ས་ཁང་ས་བདག་ནས་ནང་སྲིད་ལས་ཁུངས་ཀྱི་མིང་ཐོག་ལ་ཚུར་པོ་ཤུ་བྱེད་གི་ཡོད་རེད་ཨ་ནང་སྲིད་ལས་ཁུངས་ཀྱི་ཨ་ནི་དོ་བདག་ཚོ་སོ་སོ་ལ་མང་བགོ་འགྲེམས་བྱས་པའི་སྐབས་འདི་ཅི་འདི་བྱེད་སོང་བྱས་པ་ཡིན་ན་ཉིས་སྟོང་བཅུ་བཞི་གི་སྲིད་ཇུས་དང་ཏག་ཏག་བསྡད་གི་ཡོད། ང་ཚོས་ད་ལྟ་སྲིད་ཇུས་དང་མཐུན་པ་བྱས་ནས། ནང་སྲིད་ཀྱི་མིང་གང་ལ་ཚུགས་མི་འགྱུར་ཆེད་དོ་བདག་སོ་སོ་མཉམ་དུ་ང་ཚོ་གན་ཡིན་བཞག་དགོས་ཡ་དེ་བཞག་བྱས། ཨ་ནི་ཉིས་སྟོང་བཅུ་བཞི་གི་སྲིད་ཇུས་དང་མཐུན་པ་བྱས་ནས་ད་ས་ཆ་བདག་པོ་དེ་ནང་སྲིད་ཆགས་འགྲོ་གི་རེད་ནང་སྲིད་ཀྱིས་ཨ་ནི་དོ་བདག་སོ་སོ་སོ་ལ་མ་འགོ་མ་བཏང་བའི་སོ་ར་ཅིག་ངོ་བོ་དེ་ཆགས་བསྡད་ཀྱི་ཡོད་དུས་འཚམས་པ་ལ། ཨ་ནི་ས་ཆ་ཉོས་བཤད་ཡག་གི་ཐ་སྙད་དེ་བེད་སྤྱོད་གཏང་གི་ཡོད་མ་རེད་ས་ཆ་ནང་སིལ་ཚུ་ཤུག་པ་དང་ཤུག་སྤེལ་གི་ཨ་ནི་ལེགས་སྐྱེས་གི་དོད་ཅིག་ཨ་ནི་གཏན་འབེབས་བྱེད་པ་ནང་བཞིན་བྱེད་ནི་འགྲོ་བདེ་གི་ཡོད་རེད་མ་གཞི་དེ་སྲིད་སྐྱོང་སྤྱི་ཁོག་གི་ཐག་གཅོད་ཞིག་ཡོད་དེ་འདྲའི་ཕལ་ཆེར་གོ་བ་དེ་ཁྱེད་ཚ་ངས་ཅིག་ཞུས་པ་ཡིན་སྲིད་སྐྱོང་བེ་ལོ་ཀུ་བེ་ནི་ཡིན་པའི་སོང་ཙང་ལས་གཞི་ཚང་མ་བེ་ལོ་ཀུ་བེ་ལ་འགྲོ་གི་ཡོད་ད་ལྷ་ང་ཚོ་ལས་གཞི་གཞན་པ་ཅི་ད་ཀུ་ཅིག་བེ་ལོ་ཀུ་བེ་ལ་མ་ཁེལ་རུ་མ་གཏོགས་ཅིག་དེ་འདྲའི་ཅིག་བསམ་བློ་ཅིག་ཡོང་བདེ་གི་ཡོད་ས་རེད་ད་ང་ཚོ་གཞིས་ཆགས་ཚང་མ་ལོ་སར་བརྟེན་ཡོང་ཡ་ལ་བྱེད་དགོ་གི་ཡོད་དུས་བསམ་པ་ལ། དཔེར་ན་སྔོན་མཁའ་བསླབ་གྲྭའི་གི་ནང་ལོག་ལ་ནས་ད་ལོ་བཅོ་བརྒྱད་ཡན་འདབ་སུམ་ཅུ་སོ་གསུམ་བཞུད་ཁོང་རྣམ་པ་ཚོ་ད་རྒན་འཁོགས་ལྟ་སྐྱོང་བྱས་པ་ན་བཞིན་བྱས་ན་མ་གཏོགས་ཅིག་གི་ད་ལྟ་སྤྲུལ་སྐུ་ཆུང་བ་ལུས་སེམས་གཉིས་མ་བདེ་ཡང་དེ་ཚོ་ན་བཞིན་བྱས་ནས་བསླབ་གྲྭ་ད་ག་རང་ན་མུ་མཐུད་ནས་གནས་ཏེ་ཡོད་ད་ལོ་སུམ་ཅུ་སོ་དྲུག་གླེང་ངན་རྩོད་གས་ད་ད་སྔོན་མཁའ་བསླབ་གྲྭ་ལྷག་ད་ཁོང་རྣམ་པ་ཚོ་ལ་ལྟ་སྐྱོང་བྱེད་ས་ཅིག་ང་ཚོ་ཟུར་དུ་ཅིག་མ་བཟོས་པ་ཡིན་ན་ཨ་ནི་ད་ལྟ་སྔོན་མཁའ་བསླབ་གྲྭ་ནང་ལོག་ལ་སྤུ་གུ་ཆུང་བ་བླུགས་ས་གི་ལང་ཀ་དེ་རག་གི་མི་འདུག་དེ་ཡིན་དུ་བསམ་པ་འདི་ལས་གཞི་ཅིག་བཟོས་ཏེ་ཡོད་ད་འདི་ལས་གཞི་དེ་ཧུན་སུར་ལུ་མ་བྱས་ན། ས་ཆ་ཨེ་ཁ་ཞིག་འདུག་དགོས་ཅི་འདུག་འདི་ལོ་འབུམ་བཅུ་གསུམ་དང་ཕྱེད་ཀ་སྲིད་ཡིག་རིག་དེ་འཕྲོད་བསྟེན་ལས་ཁུངས་ཀྱི་མིང་ཐོག་ནས་འདི་བྱེད་ཨ་ནི་ཁང་པ་བརྒྱ་ཡས་དང་དེ་ཚོ་ཚང་མ་ང་ཚོ་རོགས་ཚོགས་ཚོ་འབྲེལ་བ་བྱེད་དུ་བྱེད་བཞིན་པ་ཡིན་རོགས་ཚོགས་ཁས་ལེན་བྱ་བ་དེ་འདྲས་ཡོད་དུ་ཕྱིན་ས་ཆ་སྟེ་རྒྱ་ཆེ་བ་འདྲ་བོ་ཞིག་ཡོད་པ་ཡིན་ན་ཨ་ནི་ཁོང་ཚོ། དབང་པོ་དང་སེམས་ཐང་གོ་མེད་ངན་ཚོ་ས་ཆ་ཆུང་ཆུང་ཞིག་ནང་བཙོན་ཁང་ནང་ལུས་ཤར་བ་ན་ཞིག་མ་ཡིན་ཆེ་ལྟས་སུ་གུ་ཡངས་སུ་བྱེད། ཅིག་ཤིང་སྡོང་བཏབ་ཡ་ཡིན་ན་རེད་མེ་ཏོག་བཏབ་ཡ་ཡིན་ན་རེད་ཆུ་བླུགས་ཡ་ཡིན་འདྲ་བོ་དེ་འདྲ་ཡིན་ན་རེད་དེ་འདྲས་ཅིག་བྱེད་ས་ཡོད་བ་བྱེད་ཆེ། དེ་འདྲས་ཅིག་བང་ཅིག་བསྒྲིགས་བསྡད་གི་ཡོད་མ་འོངས་པ་དེ་ཚོ་བཀའ་གྲོས་ཞུ་ཡ་ཡིན་ཨ་ནི་བཀའ་གྲོས་མ་ཐོབ་པ་ན་ནི་ལས་གཞི་ཁོ་རང་བརྩམ་བཞག་ཡ་རེད་བཞི་ནི། དེ་བཞི་ནི། དུས་ཆེ་ད་དང་གི་གསུང་བབ་དེ་དེ་འདྲའི་ཅིག་ང་ཡས་གོ་དེ་འདྲའི་ཅིག་ལེན་གི་འདུག་གཞིས་ཆགས་གཅིག་ལ་ཞེ་བོ་ཞིག་བླུག་བཞག་ནས་བཟུང་ད་མི་མང་ཚོ་ཁྱོད་རང་ཚོ་སྦེ་ལོ་ཀུ་བི་འགྲོ་རོགས་ཆེ་ཁྱོད་རང་ཚོ་ཧུན་སུར་འགྲོ་རོགས་ཆེ་ཁྱོད་རང་ཚོ་ཀོ་ལེ་ཀ་འགྲོ་རོགས་ཆེ་ང་ཚོ་མི་གཅིག་ལ་ཞུ་བཞག་མེད་ད་མཐོ་རྒྱ་ངའི་མི་ཚང་གཅིག་སྟོང་བརྒྱད་བརྒྱ་ནང་ལོགས་ནས་ཚང་མ་ལོགས་སོ་སོའི་གི་འདོད་མོས་གི་ཐོག་ནས་བདམས་པ་རེད་ད་འདོད་མོས་གི་ཐོག་ནས་བདམས་རྒྱུ་དེ་ཡང་ཅིག་ཞེན་པ་ཅིག་བྱེད་སྲིད་ལབ་པ་ཡིན་ནའི་བཀའ་ཤག་བཙན་བཀའ་ད་གུ་དེ་ལ་གི་རོགས་ག་རེ་བྱས་པ་ཡིན་ནའི་གང་ལྟར་བཀའ་ཤག་ག་རེ་བྱས་པ་ཡིན་ནའི་མ་འགྲིག་གི་རྣམ་པ་བཟོ་རོགས་ཆེ། འདི་ཐོན་ཡོང་པ་ཡིན་ན་བཀའ་ཤག་ལ་ཆད་པ་གང་ཡང་མི་འདུག་ཡིན་ནའི་མི་མང་ཞབས་ཞུ་གི་ལས་དོན་ལ་ཡང་དོ་པོ་ཏན་ཏན་འགྲོ་གི་རེད་བྱས་ནས་འདི་བྱས་ད་ད་ལྟ་ཨེ་ཀ་གཅིག་ལ་མི་བཞི་དྲུག་ལས་འཛུལ་གི་ད་རྫུན་མ་བཤད་གི་འདུག་གསུངས་ཡ་འདི་རྫུན་མ་གས་མེད་ང་ཚོ་ཐོག་མ་ནས་ཆ་ཤས་ཚུལ་དུ་ངས་ནང་སྲིད་ལས་ཁུངས་ལ་དེ་ག་རང་མངགས་ཡོད་བགོ་བཤའ་རྒྱབ་དུས་ཨེ་ཀ་གཅིག་ནང་ལོག་ལ་མི་དྲུག་གཤོམ་ཚད་བྱས་ཡིན་ནའི་མི་བཞི་དེ་མི་བསྡད་ས་ཆེ། མི་གཉིས་དེ་སྤྱི་ཁང་གི་ས་ཆ་འདྲ་བོ་ཞིག་རྩིས་བསྐོར་དང་བསྡུ་བསྐོར་དགོས་རེད་ད་སྤྱི་པ་ལ་བེད་སྤྱོད་བཏང་ཡག་གི་རྩིས་བསྐོར་དང་བསྡུ་མ་བསྐོར་ན། འདི་ཀུ་རེ་ཆུ་འཐུས་ཀྱི་དབུ་ག་ཚོད་གཡུག་འདོད་མ་གཡུག་ནི་རེད་དེ་ང་ཚོ་བཀའ་མོལ་ཞུ་ས་དེ་ནང་སྲིད་ནང་ཁོར་ཞུས་ཡོད་རེད། འོ་དེ་ནང་སྲིད་ནང་ལོག་ཞུ་བ་དེ་ངས་དེ་ཞུ་གི་ཡོད་རེད་མ་གཏོགས་ཅིག་གི་གསན་མེད་ན། ཨ་ནི་དབུ་གཡུག་ཡ་ཟེར་ལྷག་ཡོད་མ་རེད་ཞེས་ནས་དེ་ཞུ་ཡ་ཡིན། ནི་གཞིས་ཆགས་གཅིག་ལ་མང་པོ་བྱས་ཏེ་མང་ཚོགས་ཀྱི་འོས་བསྡུ་བྱས་བྱས་པའི་མགོ་ཁྲིད་ཅིག་གིས་ད་དེ་ལན་པོ་མི་འདུག་ཟིན་ད་དེ་ག་རེ་རེད་གསུང་གི་ཡོད་ན་གང་ཞིག་ང་ཚོས་ནི་གཡལ་བ་མེད་པ་བྱས་འགྲོ་གི་ཡོད་རེད་ཨ་ནི་ངས་ཀྱི་ད་གྲོངས་པ་བཞི་བརྒྱ་ཉི་ཤུ་རྩ་དྲུག་ཡིན་ན་ག་ཚོད་ཡིན་ན་འདི་ལ་ཡ་ཁྱེད་རང་ཚོ་ཡིན་གཅིག་མིན་གཅིག་བལ་གོ་བའི་རྒྱུག་ཨ་དེ་ངའི་གཞིས་ཆགས་རེད་ད་དེ་ལབ་ཡོད་ན་ད་ངའི་ནོར་འཁྲུལ་རེད་བ་མི་གཅིག་ལ་ཚིག་གཅིག་ལབ་བྱུང་མ་བྱུང། མི་མང་གི་འདོད་པ་གཞུང་མང་མི་དམངས་མང་ཆེ་ཆེ་མེ་འོ་འགྲོ་གི་ཡིན་ཟེར་ན་དེ་མེ་འོ་ཕྱིན་པ་རེད། དེ་འཛིན་སྐྱོང་བཀའ་ཤག་གི་ཐིག་འགྲིག་སུ་འགྲིག་མ་སུ་གལ་ལ་ཡོད་མ་རེད་མི་མང་གི་འདོད་པ་དེ་མཐུན་ནས་ང་ཚོ་འགྲོ་དགོས་ཀྱི་ཡོད་རེད་བ། ད་ཕལ་ཆེར་འདི་འདྲའི་གྱི་དཔྱད་གཞི་ཞུས་པའི་ཐོག་ནས་གསལ་པོ་ཆགས་པའི་རེ་བ་ཡོད། ཨ་ནི་ཐག་གཅོད་དེ་ནི་པ་འདི་ཚོགས་གཙོ་རྣམ་པ་ཚོས་གནང་གི་རེད། དེ་ནས་ཀུ་རེ་གཅིག་དུས་གཅིག་གི། ཁུ་རུའི་སྤྱི་འཐུས་གཅིག་གིས་ད་ལྟ་སྦེ་ལོ་ཀུ་པི་ལི་ཡ་ནི་བུད་མེད་བཟའ་ཚང་མཐུན་སྒྲིལ་བྱེད་ཕྱོགས་ཟབ་སྦྱོང་བྱེད་དང་འབྲེལ་བ་ཡོད་པའི་ཐོག་ནས།
སྤྱི་འཐུས་དགེ་བཤེས་ལྷ་རམས་པ་བ་ཀྲུག་ཚེ་བརྟན་ལགས་ལས་རིམ་རྣམ་བཞག།
དཔལ་ལྡན་ཚོགས་གཙོ་མཆོག་ངས་ལས་རིམ་རྣམ་བཞག་ཞུ་ཡ་དེ་ལ་ད་ལྟ་ངས་ཞུ་བཞག་པའི་གི་ལན་དེ་ཡག་པོ་ཇི་རག་མ་སོང། གཅིག་དེ་ག་རེ་རེད་ན། ང་ཚོ་རྒྱུན་ལས་ཀྱི་དྲི་བ་དང་ནི་ཨེ་ཀ་གཅིག་གི་ནང་ལ་མི་ཚང་ག་ཚོད་བཞག་གི་ཡོད་ལ་དེ་ནང་སྲིད་ཀྱི་མི་ཚང་དྲུག་བཞག་གི་ཡོད་ལ་ནི་ཡིག་ཆ་དེ་ཕྱི་མ་ང་འདི་ལ་ཡོད། ད་ད་ལྟ་ཁོང་ངོ་སོ་སྐྱོང་སོང་དེ་ནང་སྲིད་ཀྱི་གྲོས་བསྡུར་བྱས་ནས་མི་ཚང་བཞེས་བཞག་ཡར་ཁྱོད་མ་མཐོང་ན་ག་འདྲ་རེད་ལ་དེ་ནི་རྒྱུན་ལས་ལ་དབུ་སྐོར་བཏང་འདུག་གཅིག་རེད། གཉིས་པ་དེ་ལ་གཞི་མི་གཅིག་ལ་སྒོར་འབུམ་ཉུས་ཤུ་ཐོབ་ཡོད་ནི་གཅིག་ད་ལྟ་བདུན་ཅུ་ཨེ་ཀ་བདུན་ཅུ་དོང་ལྔ་གི་ནང་ལོགས་ལ་ཨེ་ཀ་ལྔ་བྱམས་པ་ཅུང་མི་ཚང་ལྔ་ཡོད། ནི་ལས་རིམ་དུ་མ་ཆ་ཚང་ཚགས་སྒྲིག་དང་ཐག་གཅོད་གནང་ན། བཀའ་ལན་གནང་སྟངས་ལ་ལས་རིམ་རྣམ་གཞག་ཟེར་ངེས་ཡོད་མ་རེད་ལས་རིམ་རྣམ་གཞག་དེ་གཙོ་སྐྱོང་བྱེད་མཁན་གྱི་བཀོད་འདོམས་བྱེད་སྟངས་ལ་ལས་རིམ་རྣམ་གཞག་རེད་དགོངས་འགལ་མེད་པ་ཕྱི་མར་ཞུ་རོགས་གནང། གཞི་མི་གཅིག་ལ་འབུམ་ཉུས་བཞི་སྤྲད་བཞག་རྒྱུ་དེ་གཞི་མི་ལྔ་ཡོད་ང་དཔང་རྟགས་སྒོ་ནས་ཆ་ཚང་ཡིག་ཆ་ཆ་ཚང་འོག་ལ་ཡོད་ཟེར་ཞོར་ཡིན།
སྐུའི་སྤྱི་བསྟོད། མཁན་པོ་བཀའ་བྲག་དངོས་གྲུབ་བསོད་ནམས་ལགས་ལས་རིམ་རྣམས་བྱ། པ་བདེ་ཚུལ་བཟོ་ཆོག། རྗེ་བཙུན་ཅག་ནས་ད་འདི་འདི་ཐད་ལ་ཚུགས་ཆུང་ཚུགས་བ་ཡོང་དུས་དམིགས་ས་དེ་གོ་ཞུ་གི་མེད་ཡིན་ནས་ད་ལྟ་ནང་སེང་བཀའ་ལན་གི་དེ་ནི་གཞི་གྲོང་སུ་ལ་དཔེ་ཤག་ག་ཚད་ག་ཚད་སྤྲད་གི་དེ་ངན་པ་དེ་གསར་པོ་བཟོ་རོགས་གྱིས་གསུངས་སོ་དེ་འདོད་ངིས་གསར་པོ་བཟོ་གི་ཡིན་ཞུས་ཡ་ཡིན།
དེ་ཞུ་བའི་གོ་སྐབས་སྤྲད་ཀྱི་མེད། ད་ལྟ་ལས་རིམ་རྣམས་ཆགས་ལ་དེ་ཡོད་མ་རེད་གོ་སྐབས་ཡོད་མ་རེད་གོང་ད། དགུའི་ལ་ཚ་དུས་ཕི་ཨ་རི་མ་གཏོགས་གསུམ་ཚོགས་ནང་ལོ་རྟགས་བསྡད་གི་ཡོད་རེད་བ། དེ་ཡིན་དུས་སི་ཏོང་ལི་པ་དེ་ཚོ་ཚོགས་ཀྱི་ལས་རིགས་རྣམ་གཞག་དུ་ཆུད་ནས་ད་དུས་ཤེས་གི་མི་འདུག་ལས་རིགས་རྣམ་གཞག་རྟགས་དང་ལས་རིགས་རྣམ་གཞག་ལ། ཁྲིམས་དང་སྒྲིག་གཞི་དང་གསོབ་སྦྱོད་དུ་མང། ཚོགས་མ་འགའ་བ་ན་དུ་བ་ཞིག་ན་དེ་མ་ཐག་ཏུ་ནེར་རྣམ་གཞག་བསྟན་ཆུག་བ་རེད། བརྟེན་ས་དེ་ཚུ་ཚུ་ཚོ་ཚུ་ཚོར་བརྟེན་དགོས་རང་མ་གཏོགས་དེའི་རྒྱུ་ནི་ལེར་སུ་དང་འབྲེལ་བ་ན་བརྟེན་ཆུག་འོ་དེང་དུས་པ་དེ་ཚུ་ཚོ་གིས་ལེར་གནོང་བྱ་ད་དུས་ཤུགས་མི་འདུག་ཡིན་གྱི་མིན་གྱི་ཚུ་ཚོ་སྟངས་འཚལ་བྱས་བཅུག་པར་གོ་དེ་བཞིན་དུ་མ་རེད་དེ་ངེས་པར་དུ་ང་ལ་གོ་སྐབས་གནང་རང་བྱེད་ཡིན་མ་གཏོགས་གོ་པ་སྐབས་དེའི་ཕུལ་ལུས་བས་སྲིད་མ་བཀའ་ལན་ཞུས་གེ་པས་དེ་དེ་ཞུ་སོང་གསུངས་སོང། གོ་སྐབས་ཕུལ་བས་མ་ཞུས་པས་མ་ཞུ་རོགས་གནང་ལུས་ཅི་ཐུས་སོགས་སོགས། སྦེལ་ཀོབ་ལུས་སོགས་སམ་ཏྲོག་གི་བྱིས་སྒྲུང་ལྔ་བའི་ནོར་ལུག་ལ་དབྱེ་ཁ་བཅུ་དགུ། དེ་དྲ་ཆུ་མས་ཞུ་བས་ཡིན་གྱི།

དཔལ་ལྡན་དཔལ་འབྱོར་བཀའ་བློན་མཆོག་མུ་མཐུད་རོགས་གནང་བཀའ་ལན། ལས་འགྲིམ་རྣམ་གཞག་མེད་མ་ཞུ་རོགས་གནང་གཙང་མ། ལས་འགྲིམ་རྣམ་གཞག་ག་རྒྱུ་ནས་ལས་འགྲིམ་རྣམ་གཞག་རེད་ཡོད་མ་རེད་སོ་སོས་གསལ་བཤད་ཅིག་ཡས་ལ་ལས་འགྲིམ་རྣམ་གཞག་རེད་ག་རེ་ལས་འགྲིམ་རྣམ་གཞག་ཡིན་སྒོར་བས་ངས་ཤེས་ཀྱི་མི་འདུག་ན་བཅའ་ཁྲིམས་དང་སྒྲིག་གཞི་ཁས་བཅད་ནས་སྒྲིག་གཞི་འདི་གི་དགོངས་དོན་ལས་འགྲིམ་རྣམ་གཞག་སྟོན་གྱི་ཡོད་གསུང་རོགས་གནང།

ད་ད་ལྟ་འགྲོ་བདེ་བ་དེ་དཔལ་འབྱོར་ལས་ཁུངས་ཀྱི་ལས་དོན་ཆགས་ཀྱི་ཡོད་རེད། ད་ལྟ་གི་རྩོད་པ་རྒྱབ་བདེ་བ་དེ་ནང་སྲིད་ལས་ཁུངས་ཀྱི་དོན་དག་རེད་དེ་འདུག་གང་ལ། འདི་གི་ལས་དོན་འགྲོ་དགོས་བ་ཡིན་ན་ཨ་ནི་དཔལ་ལྡན་ཚོགས་སྲིད་སྐྱོང་མཆོག་གི་བྱིས་བ་ནང་བཞིན་གྱི་སྔོན་རྩིས་དེ་འདི་ལ་ཁེལ་ཡོང་ནས་སྤྱི་འཐུས་ཚང་མ་ལོག་ཧ་གོ་བའི་སྒང་ནས། རྒྱུད་རིམ་ཆ་ཚང་གསལ་བཤད་བྱེད་པའི་སྒང་ནས་བགྲོ་གླེང་བྱས་ནས་འགྲོ་དགོས་པར་མ་ཤེས་འདུག་ཅེས་གསུང་བ་ཡིན་པ་ན་སྤྱི་འཐུས་རྒྱུན་ལས་མ་ཡིན་པའི་གཞན་པ་ཚང་མ་ནག་ཁོང་རེད། གནད་དོན་ཆེན་པོ་རེད་དེ་འདུག་གང་ལ།

ཚོགས་གཙོས་ཀྱི་སྟངས་འཛིན་དངོས་གནས་གྲུབ་པ་རེད་དེ་ལ་ཡང་རྒྱུན་ལས་ཀྱི་ཚོགས་ཆུང་ཡོད་ཅེས་བཤད། ཨེ་འདི་ནས་ཡང་སྐྱོར་བཀའ་གནང་ཡོད་དུས་ས་གནས་སྟངས་འཛིན་བྱེད་མཁན་གྱི་ནོར་བ་རེད་མ་ནས་དྲི་བ་བཀོད་མཁན་དང་ལན་རྒྱབ་མཁན་གྱི་ནོར་བ་རེད་པས་དེ་ཐུགས་ཐག་གཅོད་རོགས་གནང། ང་རང་ཚོས་ཀྱི་བྱས་པ་དེ་འགྲིག་པ་རྐྱང་རྐྱང་བྱས་མིས་བྱས་པ་དེ་མ་འགྲིག་པ་རྐྱང་རྐྱང་བྱས་པས་ན་རྒྱ་ཆེ་མང་ཚོགས་ཟིན་བཞུགས་ཡོད་རེད་བ་ང་ཚོ། ག་དུས་ཡིན་ནས་གཞན་ལ་རྫུ་གུ་རྫུ་བྱས་ཁྱེད་རང་ཤེས་ཀྱི་མི་འདུག་གཅིག་ཤེས་ཀྱི་མི་འདུག་གཉིས་ཤེས་ཀྱི་མི་འདུག་ཟེར་ན་ཤེས་པ་དེ་ལུང་འདྲེན་གྱི་ཐོག་ནས་གསུངས་དང། ངོས་ལེན་བྱེད་ཡས་ལས་ཁྱད་པར་དུ་ཏན་ཏན་ཤེས་ཀྱི་ཡོད་རྒྱུ་མ་རེད། དེ་ཡིན་དུས་ཚང་མས་ངེས་པར་དུ་ཚང་མའི་དགོངས་པར་བཅག་རོགས་གནང། ང་ཚོ་གྲོས་ཚོགས་ལས་རིམ་འགྲོ་དགོས་ཀྱི་ཡོད་ན། གང་ལ་ཡང་སེང་གེ་ལ་ཡང་ཁྱི་གཅིག་ལ་ཡང་སེང་གེའི་མིང་བཏགས་ཡོད་པ་ཡིན་ནའི་གི་དེ་དགོངས་དོན་འགྲོ་འོག་རེད་མེད་ཤེས་ཡང་དེའི་འོག་ལ་ཡང་གཅིག་ཡིན་ཐོག་ཐོག་འདོན་པ་ཡིན་ན་ཨེ་ན་ང་ཚོའི་ལས་རྒྱུན་ལས་ང་ཚོ་རེད་ང་ཚོའི་གྲོས་ཚོགས་ཀྱི་ལས་རིམ་དེ་ག་རེ་ཆགས་ཀྱི་རེད་བས་དེ་ང་རང་ཚོ་ཟེར་ཡས་རེད་བ་དེ། དེ་ཡིན་དུས་ངས་ཚང་མ་ལ་འབོད་སྐུལ་ཞུ་གི་ཡོད་རེད་བ། དེ་རིང་དེ་ལ་ཡང་དེ་སྐྱོར་ནས་ཐུགས་ཐག་ཆོད་ཡས་མེད་པ་ཅིག་ཚང་མས་ཟེར་གྱི་ཡོད་རེད་ད། ད་དོན་འདི་ཨུ་ཚུགས་སྐྱོན་ནས་ཞུ་བ་ཡིན་ན་འདི་ནས་མང་བང་རིམ་བྱེད་བྱེད་ནས་ཨནི་ལྷན་ཁང་ཁག་འཕེལ་དགོས་ཀྱི་ཡོད་རེད་ང་ཚོ་ལྷན་ཁང་གཞན་དག་ཅིག་གིས་ཨནི་རྫར་འདི་ཡང་སྐྱོར་ལྷན་ཁང་ཅིག་ལ་ཁེལ་བསྡད་པ་ཡིན་ན་ང་ཚོ་ག་འདྲི་བྱེད་ཀྱི་རེད་བས་ངེས་པར་དུ་དགོངས་པ་བཞེས་རོགས་གནང་ཞུ་གི་ཡོད། དེ་ཚོགས་གཙོ་ལ་ཡང་སྟངས་འཛིན་དེ་ལ་ཡང་གཙོ་སྐྱོང་བྱེད་མཁན་དེ་ལ་སྟངས་འཛིན་བྱེད་ཡས་ཅིག་ཡོད་རེད་ཡིན་ནས་སྟངས་འཛིན་བྱེད་མཁན་དེ་ལས་ཉན་མཁན་ཅིག་དགོས་ཀྱི་ཡོད་རེད། དེ་ཡིན་དུས་འདི་དགོངས་པ་བཞག་རོགས་གནང་ཞུ་གི་ཡོད་དཔལ་ལྡན་དཔལ་མཆོག་བཀའ་བློན་མཆོག་མུ་མཐུད་ནས་བཀའ་ལན་གནང་རོགས་གནང། བཀའ་ནན་སོགས་ཆོག། ད་འདི་སྐོར་ལ་ཡང་བསྐྱར་ཞུ་གི་མེད། ད་ལྟ་བར་དུ། ཚོགས་གཙོས་ཀྱི་སྟངས་འཛིན་གནང་བ་ཡིན་ན་འདི་ལ་ལན་བརྒྱབ་དང་མ་བརྒྱབ་འདི་གསུངས་པ་ཡིན་ན་ནི་ཚིག་གུ་འདྲ་ཞུ་ཆེ་འདུག་ཆེ་འགྲོ་དེ་ཡང་ཅི་རེད་ཚོགས་གཙོས་སྟངས་འཛིན་མ་གནང་བ་ཡིན་ན་དྲི་བ་བཏང་བ་ཡིན་ན་དེ་ལ་ལན་མ་བརྒྱབ་པ་ཡིན་ན་འགན་ཁུག་མ་ཁུར་བའི་རྣམ་པ་ཐོན་གྱི་ཡོད་པའི་སོང་ཙང་ད་ལྟ་བར་དུ་གྲོས་ཚོགས་ནང་ལ་དྲི་བ་བཏང་བ་ཡིན་ད་དེ་ཆོ་ག་ཡོད་ཤར་རྩེད་ཆེ་ང་ཚོའི་ལན་བརྒྱབ་ཅང་ཆེ་འགྲོ་ཡིན་མ་གཏོགས་ཅི་གི། ཚོགས་ཆུང་བཙུགས་ཡོད་ན་ཚོགས་ཆུང་བཙུགས་པའི་རྗེས་འབྲེལ་གྱི་གྲོས་ཚོགས་ནང་ལ་གླེང་སློང་བྱེད་ཆོག་གི་མ་རེད་བྱེད་ཆོག་གི་ཆོག་གི་མ་རེད་དེ་ཐག་གཅོད་ཅིག་གནང་ཆེ་ཨ་ནི་ལས་རིམ་ཁོ་རང་ལ་ཡ། འགྲོ་སྟངས་ཇི་བྱིན་པ་འདྲ་བོ་བྱིན་པ་ཡིན་ན་འཛིན་སྐྱོང་བཀའ་ཤག་གིས་ལན་རྒྱབ་དང་མ་རྒྱབ་ཀྱི་བསམ་བློ་བཏང་དགོས་ཡ་རེད་ད་ད་རིང་ནས་བཟུང་དཔལ་ལྡན་ཚོགས་གཙོ་མཆོག་གིས་ད་ལྟ་དྲི་བ་ལྟ་ངན་དང་ལན་རྒྱག་མཁན་སུས་ཀྱི་ནོར་གི་ཡོད་མེད་དེ་གཟིགས་དགོས་རེད་བཞིན་གསུང་གི་ཡོད་དུས་ཨ་ད་རིང་ནས་བཟུང་དཔལ་ལྡན་གང་འབྲེལ་ཡོད་མེད་པ་ཡིན་ན་ལན་རྒྱབ་གི་མེད་བཞིན་ཞུ་ཡ་ཡིན་དྲི་བ་ག་རེ་བཏང་གནང་བ་ཡིན་ནས་ཡིན་ནས།